སེང་གེ་རྣམས་ཚོ་སྐུ་ཁམས་བཟང་འདི་ང་ཚོ་གཏམ་གླེང་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོ་ལེ་ཚན་འདིའི་ནང་ལོགས་ལ། རྒྱ་ནག་གི་ཚོགས་ཆེན་གཉིས་ཀྱི་ཐོག་ནས་ཡང་བོད་ནང་གི་གནས་སྟངས་ལ་འགྱུར་བ་ག་རེ་འགྲོ་མིན་དང་དེ་བཞིན་རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་རིགས་ཚོགས་ཆེན་གཉིས་ཀྱི་ནང་དོན་ལ་སོགས་པའི་ཐོག་ནས་ནི་འབྲེལ་ཡོད་ཀྱི་གནད་དོན་དབྱེ་ཞིབ་པ་དང་ལྷན་དུ་བཀའ་མོལ་ཞུས་པ་བྱེད་ཀྱི་ཡོད། ད་འདི་ནས་ཐོག་མར་ནི། ཉིས་སྟོང་ཉི་ཤུ་ཚེས་ལྔ་ལོའི་ཟླ་བ་གསུམ་པའི་ཚོུད་པ་བཞིའི་ཉིན་མོ་དེ་ཡིན་པས་ན་རྒྱ་ནག་གི་ཆབ་སྲིད་གྲོས་ཚོགས་འདི་སྐོང་ཚོགས་བྱས་ཡོད་རེད་ལ་ཚེས་ལྔའི་ཉིན་མོ་དེ་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ཟེར་ཡ་འདི་སྐོང་ཚོགས་བྱས་ཡོད་རེད། ལོ་ལྟར་གྱི་རྒྱ་ནག་གི་ཚོགས་ཆེན་འདིའི་ཐོག་ལ་ཚང་མས་དོ་སྣང་བྱེད་ཡུལ་གཅིག་གི་ཆགས་བསྡད་ཡོད་རེད་ལ་ང་རང་ཚོ་ཡང་བོད་ཐོག་འཛིན་པའི་སྲིད་བྱུས་ཀྱི་ཁ་ཕྱོགས་ཀྱི་འགྱུར་བ་ག་རེ་ཕྱིན་ཡོད་མིན་འདི་ཡིན་ནའི་ཡང་གནད་དོན་ཡེ་ཤེས་པའི་རྟ་ཚོགས་ཆེན་གཉིས་ཀྱི་ཐོག་ནས་ཡང་དོ་སྣང་གཅིག་གིས་གནང་གི་ཡོད་རེད། སུས་ཙང་ང་ཚོས་ཟླ་དེ་རིང་གི་ལེ་ཚན་འདི་ནང་ལོགས་ལ་ཐོག་མར་སུད་ན་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་ཡུ་རོབ་ཀྱི་རྒྱ་རིགས་འབྲེལ་མཐུད་པ་དང་གནད་དོན་ལ་དབྱེ་ཞིབ་གནང་མཁན་སངས་རྒྱས་སྐྱབས་ལ་གདན་འདྲེན་ཞུས་རྗེས་ཡང་ཚོགས་འདུ་གཉིས་དང་འབྲེལ་ཡོད་ཀྱི་གནས་ཚུལ་ཁག་གི་ཐོག་ལ་དགའ་མོས་ཞུ་གི་ཡིན། སངས་རྒྱས་སྐྱབས་ལ་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལ་སོགས་ཚང་མ་ལ་བཀྲ་ཤིས་བདེ་ལགས་ཞུ། ལོ་ངོ་ཨ་སངས་རྒྱས་བརྒྱབ་ལ་ད་རྒྱ་ནག་གི་ལོ་ལྟར་སྐོང་འཚོགས་བྱེད་ཡག་གི་མི་དམངས་འཐུས་མི་ཚོགས་ཆེན་དང་ཆབ་སྲིད་གྲོས་ཚོགས་ཟེར་ཡག་འདི་གཉིས་གཉིས་ད་ད་རེས་ནི་འཇུག་བསྒྲིལ་ཡོད་རེད་ད་སྤྱི་ཡོངས་ནས་སངས་རྒྱས་བརྒྱབ་ལགས་ཀྱི་ནི་རྒྱ་ནག་གི་ཚོགས་ཆེན་གཉིས་པོ་འདི་གས་ཀྱི་ཐོག་ལ་དམིགས་བསལ་ད་ལོ་ཡང་ཐུགས་སྣང་ར་ག་རེ་བྱུང་གནང་ཡོད་ན། རེད་ལ་ད་ད་ལོ་ཚིག་མཚུངས་འདི་ཆི་ཏང་དང་ལྗང་ནོ་གིས་ད་ལྟ་ཁྱོད་གང་ལས་སོང་ཨ་མཚུངས་འདི་འདི་གཉིས་ལྟ་བུ་མཚོན་ན་ད་ཆི་ཏང་གཅིག་ག་རེ་སུ་རེད་ད་ཁོ་རང་ཚོ་གི་ཅིག་དམངས་གཙོ་གི་འགྲོ་སྟངས་ཅིག་ཡིན་ལ་དགོས་བ་རེད་ཨ་ནི་མི་མང་གི་ད་ཅིག་ག་རེ་སུ་རེད་འཐུས་མི་ཡིན་ཟེར་དགོས་བ་རེད་ད་ཡིན་ན་ཡང་ང་ཚོ་ད་འཛམ་གླིང་གི་ཚོང་མ་ཧ་གོ་གི་ཡོད་རེད་སྲིད་ཀྱི་ད་དབང་ཆ་ཅི་ཡང་ཡོད་བ་མ་རེད་ད་ཁོ་རང་ཚོ་ཅིག་ག་རེ་སུ་རེད་ནས་ཅིག་མི་ཐོག་ནང་བཞིན་ཡ་བཤན་ཡ་དང་ཡ་བསྟན་ཡ་ཚན་ཅིག་རེད་ད་རྒྱལ་ཡོངས་འཐུས་མི་ཚོགས་ཆེན་ད་བུ་ཚོ་ན་ཡང། ཚོགས་མི་ནི་ཚོགས་མི་ཆུང་སྟོང་ནས་བཟུང་སྟེ། ཨ་ནི་ད་ག་རེ་ལྟ་བུས་བྱས་ཡ་ན་ལག་པ་བྱ་བྱ་ཡ་བང་ཆ་མཐའ་མེད་ཡ་དེ་སེའུ་རེད། ད་ཡིན་ན་ཡང། ད་དེ་འདྲ་བྱས་ནས་རྒྱ་ནག་གཞུང་གི་ཁོ་རང་ཚོ་དེ་བལྟས་ཏེ་འཛམ་གླིང་གི་མང་ཚོགས་མ་འདྲ་ཅན་ཡིན་ཟེར་འགྲེལ་བཤད་བྱེད་དགོས་རེད་ཡིན་ན་ཡང་ད་ལྟ་བལྟས་ཡོང་དུས་གང་ལ། གཅིག་གིས་ནི་ད་ཚོགས་འདུ་གཉིས་ཆ་གི་འགྲོ་སྟངས་དེ་གཅིག་པ་འདྲ་བོ་ཅིག་འབྱོར་བ་དམིགས་བསལ་མི་འདུག་ཡིན་ན་ད་རེའི་ཚོགས་འདུ་ནང་བལྟས་ཡོང་དུས་གང་ལ། ད་རེའི་ཚོགས་འདུ་ནང་ལོགས་ནས་རྒྱ་ནག་གཞུང་གིས། ད་ཆ་འཛམ་གླིང་གི་དོ་སྣང་བྱེད་ཡག་དང་རྒྱ་ནག་གཞུང་གིས་འཆར་གཞི་དང་དེ་ཚོ་ལྟ་ཡོང་དུས་སྒང་ལ་ལྟ་ཅི་རྗེས་སོང་ཟེར་ན་ད་དམག་དོན་གྱི་སྒང་ལ་འགྲོ་སོང་ཤུགས་ཆེན་པོ་བཏང་རྒྱུ་ཡིན་པ། ད་དེ་གཅིག་འཛམ་གླིང་ཧང་སང་ཡ་འདྲ་བོ་ཅིག་རེད་ཤག་ད་ཅིག་དེ་ལ་དོ་སྣང་བྱེད་ཀྱི་འདུག་དེ་དེ་ལས་གཞན་ཅིག་ད་ག་རེ་ཟོ་གི་རེད་མ་འོངས་བར་དཔལ་འབྱོར་གྱི་ཅིག་དམིགས་ཚད་འདྲ་བོ་ནི་འདྲ་དམིགས་ཡུལ་དེ་འཛིན་ཡག་དེའི་སྐོར་རེད། ད་དེ་ཚོ་ཅིག་རྒྱལ་སྤྱིའི་སྟེང་ནས་དོ་སྣང་བྱེད་ཡག་དང་ཅིག་ག་རེ་ཟོ་གི་རེད་ད། ཚིག་ངོ་ནས་མ་འདྲ་ཡ། དོ་སྣང་བྱེད་ཡ་དང་དེ་ལ་བྱེད་སྦྱོར་མང་པོ་ཞིག་ཐལ་འདི་བས་དེ་རེད་དེ་མ་གཏོགས། ད་ཅིག། མཐའ་གཅིག་ཚོང་དོན་གྱི་སྐབས་སུ་ད་བུ་ཚོ་ན་ཅིག་ད། གྲོགས་ལུགས་ཀྱིས་ཚོང་དོན་མ་ཡོང་ཡ་དེའི་སྐོར་ལ་ད་ཅིག་ཚོད་དཔང་འདྲ་བོ་མང་པོ་བྱེད་ཀྱི་ཡོད་རེད་དེ་ད་དེ། ག་རེ་སུ་རེད་རྗེས་ནས་ཡང་ཁོ་རང་ཅིག་ད་བསམ་གྱི་རྒྱུ་ལན་ཁོ་ལ་ཡོང་ནས་ཅིག། ཁོ་རང་ལ་ཅིག་དཀའ་ངལ་འཕྲད་མེད་ཡ་དང་དེ་གི་ནང་འཇུག་ཅིག་བསྟན་འདི་བས་དེ་འདྲ་རེད་དེ་མ་གཏོགས།

ལོངས་སུ་ལོངས་སུ་རྟག་རྟག་རྟག་ད་ལྟ་གོང་ལ་ནི་སངས་རྒྱས་ཀྱི་ལ་གསུམ་པོ་ནང་བཞིན་གྱི་ད་ལོ་རྒྱ་ནག་གི་སྲིད་བློན་གྱི་ནི་ཡང་ཚོགས་འདུའི་ཟླ་མཇུག་སྒྲིལ་གྱི་ཉིན་མོ་དེ་ནི་མ་སླེབས་པ་འདིའི་ཐོག་ནས་ཡིན་པས་ན་གསར་འགྱུར་བརྒྱུད་ལམ་ནས་ཡིན་ནའི་ལས་གླེང་སློང་ད་མང་པོ་ཅིག་གི་བྱུང་སོང་ད་འདི་ཡིན་ནའི་ཡང་ཚོགས་ཆེན་གཉིས་ཀྱི་སྐབས་ལ་ནི་འདིའི་རིགས་ཀྱི་ད་གནས་ཚུལ་དང་ཡང་འཐུས་མི་རེ་ཆེ་མཐོའི་དཔོན་རིགས་ཀྱི་རྣམ་འགྱུར་སྟོན་སྟངས་སྐད་ཆ་བཤད་སྟངས་མང་པོ་ཅིག་ལ་ད་ཚང་མས་དོ་སྣང་ཆེན་པོ་ཅིག་བྱེད་པའི་དུས་ཚོད་འདི་ཡིན་དུས་ག་ནས་ཡང་གནས་ཚུལ་དེ་འདི་ཁ་ཅིག་ཅིག་ཐོན་ཡོང་གི་འདུག་ད་ཡིན་ན་ལས་ཡ་ང་རང་ཚོ་ད་བོད་པའི་ཕྱོགས་ནས་ཡིན་པ་ཡིན་ན་བོད་པའི་འཐུས་མི་ཚོའི་ཁྲོད་ལ་ད་དོ་སྣང་ཅིག་ཡོང་གི་ཡོད་རེད་བོད་པའི་འཐུས་མི་སུ་ཞུ་དུས་ག་ནས་ཡིན་པ་ཡིན་ན་བོད་རང་སྐྱོང་ལྗོངས་གཅིག་པུ་མ་རེད་ད་བོད་རང་སྐྱོང་ལྗོངས་ཟེར་ཡ་ད་གའི་འཐུས་མི་གཅིག་དང་དེ་མིན་ད་སི་ཁྲོན་ཞིང་ཆེན་རེད་མཚོ་སྔོན་ཞིང་ཆེན་ཀན་སུའུ་ཞིང་ཆེན་ཟེར་ཡ་འདི་གའི་ནང་ལོགས་ལས་ད་བོད་ཀྱི་ས་ཁུལ་འདི། ཁ་ཐོར་གྱི་ནི་རྣམ་པ་གཅིག་གིས་ད་དབྱེ་བ་གཅིག་ཕྱེ་ཡོར་བ་སྲིད་འཛིན་ས་ཁུལ་ཞེས་བྱ། དེ་ཡིན་དུས་འདི་གའི་ནང་ལོགས་ནས་ད་རེས་ཀྱི་ཚོགས་འདུ་དེ་མཉམ་ཞུགས་བྱེད་མཁན་གྱི་མི་སྣ་ཚོས་གཅིག་གི་གྲོས་གཞི་འཁྱེར་ཡོང་སྟངས་དང་ནི་གྲོས་གཞི་འདི་གའི་གི་ཐོག་ལ་ཡང་སངས་རྒྱས་སྐྱབས་ལགས་ཀྱིས་ཡང་དམིགས་བསལ་གྱིས་ད་གྲོས་གཞི་འདི་འད་ཅིག་བཏོན་པས་ན་དངོས་གནས་ད་ང་རང་ཚོ་བོད་ཀྱི་ས་ཁུལ་ནང་ལོགས་ཀྱི་མང་ཚོགས་ལ་ཁེ་ཕན་འདུག་ཨ་བསམ་པར་གྱིས་དང་ཡང་ན། ད་ཅི་གོང་ལས་གསུངས་སོ་ད་སྤྱིར་བཏང་གཅིག་གི་གྲོས་གཞི་འཁྱེར་ཡོང་ཡ་གྲོས་གཞི་བཏོན་ཡ་དེ་ཚོ་སྔོན་ནས་ཐག་གཅོད་བྱས་ཚར་བ་ཅིག་དང་དེ་ནི་བཀོད་སྒྲིག་ཡོད་པ་ཅིག་རེད་གསུང་གི་དང་བ་ཡིན་ནའི་ལས་དེ་གའི་ནང་ལོ་ནས་ཡང་ཁྱེད་རང་གི་གཅིག་གི་གྲོས་གཞི་དེ་བོད་ཀྱི་ས་ཁུལ་ལ་ཁེ་ཕན་འདུ་བ་གོམ་པ་ར་ད་དེ་ཚོ་ཡང་ག་འདི་ར་ཅིག་གཟིགས་ཡོད་ན། རེད་ལ་ད་གོང་ལས་སྒྲུབ་ཁ་ལ་སོང་བ་ནང་བཞིན་རེད་དེ། ད་བོད་ཀྱི་འཐུས་མི་བོད་རིགས་ཀྱི་འཐུས་མི་ཟེར་དུས་གང་ལ་ནི་བོད་རང་སྐྱོང་ལྗོངས་གཅིག་པུ་མ་རེད། ད་ངས་མ་རོལ་རྩིས་འདྲ་བོ་ཅིག་བསྟན་ཡིན་དེ། བོད་རང་སྐྱོང་ལྗོངས་ནང་ལོགས་ལ་ད་ཁོ་རང་ཚོ་གཞུང་འབྲེལ་གྱི་བོད་པ་ཡིན་ཟེར་ཡག་གི་ནི་རྟགས་དེ་རྒྱལ་རྒྱུ་གི་ད་འཐུས་མི་ཅོག་ཙེ་འདྲ་བོ་ཅིག་འདུག། ད་ནི་མཚོ་སྔོན་ཞིང་ཆེན་ནང་ལོགས་ལ་ནི་བོད་པ་བོད་རིགས་བཞི་ཅིག་འདུག། ཀན་སུའུ་ཞིང་ཆེན་ནང་ལོགས་ལ་གཉིས་ཅིག་འདུག།

ག་ག་སུ་ནས་ཡིན་ན་ཅིག་ས་ནི་ས་ཐོག་ལ་ཕན་ཐོགས་ཡ་དེ་འདྲ་ཅིག་ཆགས་ཡོད་རེད་ད་ཞི་ཅིན་ཕིན་གི་དབང་ཆ་ཚིམ་པ་ནས་བཟུང་སྟེ་ད་ངས་ཅི་དང་མང་པོ་ཅིག་ལ་བཤད་བསྡད་ཡ་ད་རང་ཡིན་ད་ང་ཚོ་ས་གནས་གི་བོན་རིགས་ནང་ལོགས་ལ་བོད་པ་ག་ཚད་ཡོང་ཡ་ད་ང་འཐུས་མི་ནང་ལོགས་ལ་རྒྱལ་ཡོངས་འཐུས་མི་ཚོགས་ཆེན་ནང་ལོགས་ལ་བོད་པ་ག་ཚད་ཅིག་འདུག་ས་གནས་གི་འཐུས་མི་ནང་ལ་ག་ཚད་ཅིག་འདུག་ཟེར་ཡ། དེའི་གཙུག་ལ་ཞུགས་གཅིག་ཞིམ་གཅིག་བྱེད་ཡག་དང། ཁོ་རང་ཚོ་གི་དྲི་ཆུ། དྲི་ཆུ་ག་རེ་དོར་གི་འདུག་ཟེར་ཡག་དེའི་གཙུག་ལ་ཞུགས་གཅིག་ཞིམ་གཅིག་བྱེད་དགོས་ཡག་ནི་ཏང་གི་ཆ་མི་འདུག་ཟེར་བཤད་དེ་ཡོད་ནི་ཏང་ག་རེ་རེད་ཟེར་ན། ད། ཞི་ཅིན་ཕིང་ངོས་ལ་ཡིན་དུས་གང་ལ་སྔོན་གི་སྲིད་གཞུང་དེ་ཚོ་ཡིན་ན། ཁོ་རང་ཚོ་གི་བོད་མི་རིགས་རྩ་མེད་བཟོ་ཡག་དང་བོད་ཀྱི་རིག་གཞུང་རྩ་མེད་བཟོ་ཡག་གི་སྲིད་སྤྱི་དེ་ད་བསྟན་པས་རེད་དེ། ཁོ་རང་ཚོ་གི་ཅིག་རྒྱལ་སྤྱིའི་སྟེང་ལ་དྲིལ་བསྒྲགས་དང། ཨ་ནི་ཅིག་ག་རེ་བྱེད་དགོས་རེད་ད་རྒྱ་ནག་ནང་ལོག་དང་ཐོག་དང་མི་རིགས་གཞན་དག་ལ་མགོ་སྐོར་བཏང་ཡག་ཆེད་དུ་ཁོ་རང་ཚོ་ད་དབུས་གཞུང་ནས་བཟང་སྟེ་ཅི་ག་རེ་སུ་རེད་གྲངས་ཉུང་མི་རིགས་ཀྱི་རིག་གཞུང་ཟེར་ཡག་དང་ཨ་ནི་གྲངས་ཉུང་མི་རིགས་ཀྱི་སྐད་ཡིག་སྲུང་སྐྱོབ་ཟེར་ཡག་དེ་མང་པོ་ཅིག་བཤད་བསྡད་ཡོད་རེད། བཤད་ནས་པ་གང་ལ་དེ་བྱས་དེ་གང་ལ་ཨ་ནི་ས་གནས་ཀྱི་བོད་རིགས་ཀྱི་མགོ་ཁྲིད་དེ་ཚོ་གིས་ཨ་ནི་ཁོ་རང་ཚོ་དྲིལ་བསྒྲགས་དེ་བེད་སྤྱོད་བྱས་ནས་ཨ་ནི་ས་ནོར་ས་གནས་ས་ཐོག་ལ་ཏན་ཏན་བོད་མི་རིགས་ལ་ཕན་ཡག་གི་ཨ་ནི་ལས་དོན་མང་པོ་ཅིག་སྒྲུབ་ཐུབ་ཀྱི་ཡོད་རེད། ད་ཞི་ཅིན་ཕིང་གི་དབང་ཆ་ཟིན་པ་ནས་བཟུང་སྟེ་བལ་དུ་ངོས་ཟིན་དུས་གི་བོད་མི་རིགས་རྩ་མེད་བཟོ་ཡག་གི་སྲིད་བྱུས་བཏང་ཡོད་པ་མ་ཟད། ཨ་ནེ་ཚོས་ཆོས་ལུགས་ཡིན་ན་ཀྲུང་གོའི་སྤྱི་མཐའི་རྒྱལ་བ། ཨ་ནེ་སྐད་ཡིག་གི་སྒང་ནས་ཡིན་ན་དེ་ད་བོད་སྐད་དེ་བེད་སྤྱོད་ལྷོད་གཞུང་མེད་ཡ་ཟེར་ནས་བལ་དེ་རྒྱ་སྐད་སྒང་ལ་སྒྲོག་དགོས་ཡ་བལ་དེ་ད་སེ་འུ་ཅི་ནས་སྲིད་བྱུས་དེ་ལག་བསྟར་བྱེད་གི་ཡོད་རེད་དེའི་སྐབས་སུ་ས་གནས་ཡི་ད་བོད་རིགས་གི་བོད་རིགས་དེ་ཚོའི་འགོ་ཁྲིད་དེ་ཚོ་གིས། བོད་མི་རིགས་ཀྱི་ཆེས་ཆེའི་སྲས་ཡག་དང་བོད་ཀྱི་སྐད་རིགས་སྲས་ཡག་དང་བོད་ཀྱི་ཀྱི་ད་དཔལ་ཡོན་སྲས་ཡག་ལ་སོགས་པ་ནི་དཔེ་དེ་ད་སྐད་ཆ་དེ་ཁོ་རང་བྱེད་ས་གི་ཁོ་ཡི་ཁོ་རང་ཆགས་བསྡད་ཡོད་མ་རེད། དེ་ནི་གང་ལ་ད་ལྟ་གི་ད་ས་གནས་ཀྱི་བོད་རིགས་དང་ནི་འཐུས་མི་རྣམས་པ་གི་ཅིག་བོད་མི་རིགས་རང་གི་རིག་གཞུང་དང་སྐད་དང་ཡི་གེ་ལ་སོགས་པ་གི་ཡི་ཅིག་ས་གནས་ས་ཐོག་གི་མི་མང་ལ་དངོས་གནས་ཀྱི་ཕན་ཡག་གི་གྲོས་གཞི་གཅིག་འདོན་ཐུབ་ཡག་གི་ཁོར་ཡུག་ཁོ་རང་ཡོད་པ་མ་རེད། ད་གོང་ནས་འགྲོ་ག་ལ་སོང་བ་ནང་བཞིན་རེད་གྲོས་གཞི་ག་རེ་གཅིག་བཏོན་ཡོད་ན་ཚང་མ་ཨ་ནི་དང་པོ་ནས་གཏན་འཁེལ་བྱས་ནས་འགྲོ་གི་ཡོད་པ་རེད། ཨ་ནི་གཏན་འཁེལ་བྱས་ཡ་མ་ཚད་གྲོས་གཞི་ཚང་མ་གིས་ཨ་ནི་རྒྱ་ནག་དམར་ཤོག་གཞུང་དང། རྒྱ་ནག་མི་རིགས་ལ་ག་རེ་ཁེ་ཕན་འདུག་ཟེར་ཡ་དེའི་མིང་གཞི་བསྒྲགས་ནས་འགྲོ་གི་ཡོད་ཙང། ད་གྲོས་གཞི་དེ་ཚོ་གི་གྲོས་གཞི་ག་འདྲའི་ཞིག་ཡིན་ན་ཁོ་མིང་ག་ཚད་ཅིག་བཏགས་མ་གཏོགས་ན། ཆུ་རྒྱ་ནག་དབུས་གཞུང་གི་སྲིད་སྤྱི་དེ་འདྲ་ཡིན་དུས་གང་ལ་ཨ་ནི་དེའི་ཐོག་ལ་འགྲོ་ཡག་གི་ཡི་གྲོས་གཞི་ཞིག་མ་གཏོགས་ཨ་ནི་ངོ་ནི་ས་ནས་ས་ཐོག་ལ་འཕེན་ཡག་གི་གྲོས་གཞི་ཞིག་འདོན་ཐུབ་ཡག་གི་ཁོར་ཡུག་ཁོ་ན་མི་འདུག་སེང་གེ། ལོངས་སུ་ལོངས་སོ། ད་ད་རེས་ནི་ཚོགས་འདུ་གཉིས་འདིས་ལོ་ལྟར་ཟླ་བ་གསུམ་པའི་ཚོ་པ་བཞི་ལྔ་ཅི་བྱས་ནི་གཅིག་སྔོན་ལ་ཆབ་སྲིད་གྲོས་ཚོགས་སྐོང་ཚོགས་བྱས་ད་གའི་རྗེས་ད་ག་ནམ་སང་མི་དམངས་འཐུས་མི་ཚོགས་ཆེན་ཟེར་དེ་སྐོང་ཚོགས་བྱེད་ཀྱི་ཡོད་རེད་ཆུ་ཚང་ད་ལྟ་གོང་ལ་ང་ཚོ་སངས་རྒྱས་སྐྱབས་ལགས་ཀྱིས་བོད་རང་སྐྱོང་ལྗོངས་ནས་འཐུས་མི་བཅོ་གསུམ་མཚོ་སྔོན་ནས་འཐུས་མི་བཞི་ད་བོད་པ་རེ་བ་མི་རིགས་དེ་ཀན་སུའུ་ནས་གཉིས་དང་སི་ཁྲོན་ནས་དྲུག། ནས་ཡུན་ནན་ནས་གཅིག་གསུངས་སོ་འདི་གཅིག་གི་ཆབ་སྲིད་གྲོས་ཚོགས་ཀྱི་འཐུས་མི་ཡིན་ན་ཡང་མི་མང་འཐུས་མི་ཚོགས་ཆེན་གྱི་འཐུས་མི་དེ་ཡིན་ན་དེ་གཉིས་མཉམ་དུ་བསྡོམས་པས་ཡིན་པས་ན་གྲངས་འབོར་དེ་ཞེ་དྲག་གཅིག་གི་ཉུང་ཉུང་རེད་གསུངས་པས་ད་སུམ་ཅུ་སོ་དྲུག་གཡས་གཡོན་གཅིག་གི་ཆ་དགུ་དང་བ་ད་ཡིན་ནས་ད་རེས་ཡང་རྒྱ་ནག་གཞུང་ཕྱོགས་ཀྱི་གནས་ཚུལ་ནང་ལོགས་ལ་ཡང་ང་ཚོས་དོ་སྣང་བྱུང་ཡག་དེ་ནི་ཁོང་ཚོས་ད་རེས་ནི་ཚོགས་འདུའི་ཐོག་ལ་མཉམ་ཞུགས་བྱེད་མཁན་གྱི་འཐུས་མི་ཚོ་ཡིན་པས་ན་རྒྱ་སྐད་ཡག་པོ་ཞིག་རག་བྱེད་ཀྱི་འདུག་ཟེར་བྱས། འགྲེལ་བརྗོད་ཅིག་བྱས་སོ་དེ་ཡིན་ནས་ཡང་སྤོ་བོ་ཐོ་བོ་དང་ནི་མི་རིགས་ས་ཁུལ་གྱི་ནི་འཐུས་མི་ཚོ་ཡང་གནས་ཚད་དེ་ཚོ་ཡག་ཅིག་གི་ཡག་རུ་ཕྱིན་ཡོད་པའི་རྣམ་པ་འདུག་ཡིན་ནས་ལས་ཡང་གནད་དོན་ལ་དབྱེ་ཞིབ་གནང་མཁན་མང་པོ་ཅིག་གི་དོ་སྣང་བྱུང་ཡག་དེ་ཡིན་པས་དེ་ཡིན་པས་ནི་བོད་ནང་ལོགས་ལ་ནི་རྒྱ་ཡིག་རྒྱ་སྐད་དེ་བེད་སྤྱོད་ནི་ཤུགས་ཆེན་པོ་ཡོད་པ་དེ་ནི་འཐུས་མི་དེ་གས་ཀྱི་སྐད་ཆ་བཤད་སྟངས་ཡིན་ནས་རེད་དེ་གས་ཐོག་ནས་མངོན་ཐུག་གིས་ཟེར་བྱས་གསུང་གིས་ཤུ་ཚང་བོད་པའི་འཐུས་མི། དེ་ད་རྒྱུ་བོ་ར་ག་འདས་ཕྱིན་ཡོད་ན་དེའི་སྔོན་གྱི་ད་ཐུ་མི་ད་མི་རབས་ཁོ་ར་རྒྱུ་བོ་ཅིག་ཕྱིན་བསྡད་དུས་ཀ་ནས་ད་ད་ང་ཚོས་ཅིག་གི་རྒྱ་ནག་གི་ཚོགས་ཆེན་གཉིས་ཀྱི་ཐུ་མི་དོ་ན་ཡོང་དུས་ལོ་ཨེ་ཆུང་རུ་ཕྱིན་བཞག་ལ་ཅིག་གི་མི་རབས་གསར་བས་མང་པོ་ཅིག་སླེད་བསྡད་པར་ཅིག་དོ་ན་བྱུང་ཁྱེད་རང་ག་འདས་ར་གཟིགས་ཡོད་ན། རེད་ལ་ད་གང་ནས་རུ་ག་ལ་སོང་ཡ་དེ་མི་འབོར་མི་ཐུ་མི་བོའི་གྲངས་འབོར་དེ་བྱེད་ཡ་ངས་གང་ནས་བྱེད་ཡ་དེ་རྒྱལ་ཡོངས་ཐུ་མི་ཚོགས་ཆེན་གྱི་གྲངས་འབོར་དེ་རེད་ལོངས་སུ། སུ་ཁྲིད་གྱི་གྲི་འབོར་འཐུས་མི་དེ་ཡོད་བ་མ་རེད་ད། ག་རེ་རེད་ཟེར་ན་ད། སུ་ཀྲི་དང་འཐུས་མི་ཚོགས་ཆེན་ནི་ད་རྒྱ་ནག་གཞུང་གི་འགྲོ་སྟངས་ན་འདྲ་ངེས་ཡོད་ནི་ཚེ་ན་འདྲ་ད་སྐད་ཆེ་ཡ་དེ་རྒྱ་ནག་གཞུང་གི་རྩེ་ཡ་དེ་འཐུས་མི་ཚོགས་ཆེན་རེད་རེད་རེད་ད་མི་སུ་མང་ཀྲི་འཐུས་མི་ཚོགས་ཆེན་གྱི་ཆབ་སྲིད་གྲོས་ཚོགས་དེ་ཡིན་ན་མེ་ཏོག་བོང་བུ་ལྟ་བུ་ཅིག་བསྒྲིགས་བྱ་ཡ་ཅིག་རེད་ཅེས་བཅད་བཤད་སུས་ཀྱི་ཡོད་རེད་བ། བྱས་ཙང་ད་དེ་དབང་ཆ་མེད་ཡ་དེ་ད་དཔེ་དེ་སེའུ་རེད་ད་རྒྱ་ནག་གཞུང་གི་ཅིག་བཤད་ཡ་དང་བསྟན་ཡ་གི་ཆེད་དུ་རེད་བྱས་ཙང། ད་རྒྱལ་ཡོངས་འཐུས་མི་ཚོགས་ཆེན་གྱི་གྲངས་འབོར་དགོན་ལས་ལྟ་ཡི་སོང་ལ་ད་ཧ་ཅང་གི་ཉུང་ཉུང་དེ་ཆགས་བསྡད་ཡོད་དེ་གསལ་བོ་རེད་ད་སྐུ་ངོས་གང་ནས་བཤད་ཡ་ན་གཟོད་དེ་གྲངས་འབོར་ལ་མ་བལྟས་ནས་གྲངས་འབོར་གྱི་མང་ཉུང་གི་གི་བོ་ལ་ཕན་པའི་ནི་འགྱུར་བ་ཅིག་འགྲོ་ཐུབ་ཡ་དེ་ཁག་པོ་འདྲ་བོ་ཅིག་རེད་ཟེར་དེ་དེ་ཡིན་ད་ད་ལྟ་འཐུས་མི་གི་གང་ལས་སྒྲུབ་ག་ལ་སོང་ཡ་ན་གཟོད་ཅིག་ད་འཐུས་མི་དེ་ཚོ་གི་དཔེ་དེ་རྒྱ་སྐད་ཡག་པོ་བཤད་གི་འདུག་ཟེར་ཡ་དེ་ད་གསལ་བོ་ཅིག་ག་རེ་བསྟན་གི་ཡོད་རེད་ན་ད་ཞི་ཅིན་ཕིན་གིས་ཨ་ནི་ད་རྒྱ་སྐད

ཡུས་ཡན་ལག་པོ་དང། རེད་ལ་ད་དེ་རྒྱ་སྐད་ལས་ན་ནི་ཧན་ཡུས་ཟེར་ལན་ནི་དཔེ་དེ་རྒྱ་མི་རིགས་ཀྱི་ཡང། ངོས་སུ་ངོས་སུ་དུ་བུ་གི་ད་སེ་བུ་ར་བ་རྒྱ་མི་རིགས་ཀྱི་ཡིན་པ་ད་ཁོ་རང་ཚོ་དཔེ་ན་རྒྱ་མི་རིགས་མ་ཟེར་ཀྲུང་ཧྭ་མི་རིགས་ཟེར་ཡ་དང། ཨ་ནེ་ཚོས་གོ་རྒྱ་ཐོང་ཡུས་ཡན་ཟེར་ཡ་དང་ཕུ་ཐོང་བྷ་ཟེར་ཡ་དེ་ཚོ་ད་ཁོ་རང་ཚོ་གིས་ད་བཤད་སྟངས་ཅིག་ངོས་སུ་དུ་བུ་གི་རྒྱ་སྐད་དང་རྒྱ་མི་རིགས་དེ་ཕྱི་ལོག་ལ་མ་ཐོན་ཡ་གི་ཆེད་དུ་དེ་འདྲ་ཟེར་རྒྱུ་ར་བ། དེ་ནི་གང་ལ་ད་དེ་གིས་ད་གཙོ་བོ་དེ་དོན་ཡ་དེ་ད་ཞི་ཅིན་ཕིང་གིས་སྲིད་ཇུས་དེ་ལག་བསྟར་བྱས་ནས་ཡག་པོ་ཆང་བཅོ་ཡོད་ཡ་དང་ཨ་ནི་ད་རྡོག་རྡོག་བྱས་ན་ཀྲུང་གོའི་ཅན་དུ་ད་ཡག་པོ་འགྱུར་ཡོད་ཡ་ནི་ད་ནང་རྒྱུ་དེ་རེད་ད་གཉིས་བ་གོ་ནི་ད་ད་འགྲོ་ག་ལ་སོང་ཡ་ནང་བཞིན་རེད་འཐུས་མི་གིས་ད་མི་རབས་རྒྱས་འགྲོ་གི་ཡོད་རེད་ཨ་ནི་དེ་ནི་འདི་གང་ལ་ད་མི་རབས་གསར་པ་དེ་ཚོ་ཡིན་ན་རྒྱ་སྐད་དང་རྒྱ་ཡིག་ལ་ད་དཀའ་ངལ་གཅིག་ཡ་ཡོད་མ་རེད་དེ་ནི་གང་ལ་ཁོང་མི་རབས་གི་གང་ནས་བཤད་ཡོང་ན་ཡང་ག་རེ་ཟུག་རེད་ད་འགྱུར་བ་འགྲོ་འོས་འདུག་ལ་དེ་འདྲ་ལས་སྟངས་ཅིག་ཆགས་བསྡད་ཡོད་རེད་ད་རྒྱ་ནག་གི་གསར་འགྱུར་དེ་ཚོ་གི་གི་ད་དྲིལ་བསྒྲགས་བྱས་ནས་ཤི་ནས་བསྟན་ཡ་དེ་ཨ་ནི་ཀྲུང་གོ་རྒྱལ་འདི་འགྱུར་བ་དང་ད་དེ་ག་རེ་ཟུག་སྤྱི་སྐད་དེ་དད་པས་བཏང་ནས་དྲིན་པས་ཐོན་སོང་ཟེར་ཡ་དེ་རྒྱལ་ཡོངས་འཐུས་མི་ཚོགས་ཆེན་ནས་ཚོགས་འཐུས་མི་དེ་ཚོ་ནས་ད་དྲིན་པས་ཐོན་གི་ཡོད་ཡ་གི་ད་ག་རེ་ཟུག་རེད་རྣམ་པ་དེ་བསྟན་གི་ཡོད་ཡ་དང་དེའི་སྐོར་ཅིག་བཤད་གི་ཡོད་ཡ་དེ་གསལ་བོ་རེད་བསམ་གི་ལོངས་སུ་ལོངས་སུ།
ད་ད་རེས་ཡང། བོད་རང་སྐྱོང་ལྗོངས་ཀྱི་ནི་འཐུས་མི་དེའི་ཁྲོད་ལ་ཡིན་པས་ན་ད་གསར་འགྱུར་ཉིན་རེ་ཉིན་རེ་མང་པོ་ཅིག་ཐོན་ཡོང་གི་བོད་དང་འབྲེལ་བ་ཆགས་པས་ད་དེ་ཡིན་ན་ཡང་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཁག་དེ་བྱེད་ཀྱི་ཡོད་རེད། ཨ་ནི་དེ་བཞིན་ཡང། ས་བགོས་ལྷན་ཚོགས་བསྐོང་ཚོགས་བྱས་དང་དེའི་ཁྲོད་ལ་ཡིན་ན་ད་དེ་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་དེའི་འཐུས་མི་ཡང་འདུ་འཛོམས་ཀྱི་ཐོག་ལ་རེད་ཤག་བོད་ནང་ལོ་ལ་ལྟར་ཡར་རྒྱས་ཅིག་ཕྱིན་ཡོད་པ་མུ་མཐུད་དཔལ་འབྱོར་ལ་ཡར་རྒྱས་གཏང་རྒྱུ་ཡིན་པ་འདི་འད་ཅིག་ནན་བརྗོད་བྱེད་ཀྱི་ད་འདས་པའི་དུས་ཚོད་ནང་ལོ་ལ་ཡིན་པ་ཡིན་ན་ཁོང་ཚོས་མངོན་གསལ་དོད་པོའི་ཆབ་སྲིད་ཀྱི་དྲང་དོན་དག་འདི་གས་མ་གླེང་པ་དཔལ་འབྱོར་ཡར་རྒྱས་འདི་ཁ་ལ་འཁེལ་རྗེས་བོད་ནང་ལོ་ལ་འགྱུར་བ་མང་པོ་ཅིག་གཏང་གི་སྲིད་ཅེས་གསུང་གི་འདི་འད་ཡིན་ན། རེད་ལ།
ད་དཔལ་འབྱོར་ཡར་རྒྱས་གཏང་གི་ཡིན་ཟེར་ཡ་དེ་གཅིག་ད་སྤྱིའི་གི་རྒྱ་ནག་གི་ཁོར་ཡུག་གི་ནང་ནས་བཤད་ཡང་ན་ཁོར་ཡུག་དེ་ལྟ་ཡོང་དུས་གི་ལ་ད་ད་དཔལ་འབྱོར་གི་དཀའ་ངལ་གཅིག་འཕྲད་འདུག་ཡ་དེ་འུན་སུན་དུ་རུ་བ། དེ་འདི་གི་ལ་ད་ཆབ་སྲིད་གི་འགྱུར་བ། བཟང་ཕྱོགས་གི་འགྱུར་བ་ནི་གཏང་ཐུབ་གི་མ་རེད་བཅོས་སྒྱུར་ནི་གཏང་ཐུབ་གི་མ་རེད་གཏང་ཡ་ཁོར་ཡུག་ཁོ་ན་ཆགས་ཡོང་བ་མ་རེད་དེ་འདི་འདི་གི་ལ་ད་རྒྱ་ནག་དམར་ཕྱོགས་གཞུང་ལ། ས་དབུས་གཞུང་ནས་མ་ས་གནས་གཞུང་བར་དུ་ད། དཔལ་འབྱོར་ཡར་རྒྱས་གཏོང་གི་ཡིན་ཟེར་ཡ་དེ་མ་གཏོགས་དེ་ལས་གཞན་སྐད་ཆ་ཁུར་ལ་ལྷག་ཡོད་བ་མ་རེད། བྱས་ཙང་དེ་གཅིག་རེད་ཉེ་བ་གང་ལས་རྒྱ་ནག་དམར་ཤོག་གཞུང་གིས་ད་བར་དུ་རྒྱ་ནག་ལ་དབང་བསྒྱུར་གྱིས་ཁྲིམས་མཐུན་གྱི་རྣམ་པ་གང་ལ་བསྡད་ཐུབ་ཡ་དེ་ཁོ་ད་ལོ་འདི་ཡི་ལོ་སུམ་ཅུ་ནང་ལ་དཔལ་འབྱོར་ཞི་བོ་ཡར་རྒྱས་བཏང་ནས།

དཔལ་འབྱོར་ཡར་རྒྱས་གཏང་གི་ཡིན་ཟེར་ཡ་དེ། ད་ཁོ་ཚོ་གི་འབོད་ཚིག་གཅིག་པ་འདྲ་བོ་ཅིག་རེད། ད་འབོད་ཚིག་དེའི་གི་ཕྱོགས་གཅིག་ནི། ད་མི་དམངས་ལ་དཔལ་འབྱོར་ཡར་རྒྱས་ད་ལྟ་དཔལ་འབྱོར་ཉེན་ཁའི་དུ་སོང་ལས་དཀའ་ངལ་འཕྲད་བསྡད་ཡོད་ཡ་དེ་ལས་པ་དེ་ཐར་ཡ་གི་ལས་འགན་གཅིག་བཟོ་གི་ཡིན་ཟེར་ཡ་གི་རེ་བ་གཅིག་དང། དེ་ག་རེ་ཟེར་ད། རེ་བ་བཅོལ་ས་འདྲ་བོ་ཅིག་བྱས་ནས་དེ་འདྲ་གི་ག་རེ་ཟེར་ཁ་གཡང་འདྲ་བོ་བསྒྲགས་བསྡད་ཡོད་རེད། ད་དཔལ་འབྱོར་བཏང་ཉེན་དུ་དཔལ་འབྱོར

དེ་གཙོ་བོ་ནི་རྒྱ་ནག་དབང་སྒྱུར་རྒྱ་ནག་དམར་ཤོག་གི་དབང་སྒྱུར་ལ་མི་མཐུན་ཇི་ཡག་གི་རེ་བ་ཅིག་བཅག་བསྡད་ཡོད་རེད། དེ་འདི་ག་ལ་དེའི་ཕྱོགས་གཅིག་ནས་བྱེད་དགོས་རེད་ད་དེའི་དང་མཉན་དུ་དཔལ་འབྱོར་ཡར་རྒྱས་སུ་ཡར་དེའི་དང་མཉན་དུ་ཨ་ནི་བོད་གྲོང་ལ་ད་དཀའ་ངལ་མང་པོ་ཅིག་འཕྲད་ཡོང་དགོས་རེད་དཔལ་འབྱོར་ཡར་རྒྱས་ལ་ཁ་གཡར་ནས་འཛུགས་སྐྲུན་མང་པོ་ཅིག་བྱས་ཏེ་ང་ལ་ས་གནས་ས་ཐོག་ལ་དཀའ་ངལ་མང་པོ་འཕྲད་ཡོང་དགོས་རེད། ཨ་ནི་དཔལ་འབྱོར་ཡར་རྒྱས་ཟེར་ནས་ནང་ལོགས་ནས་ཨ་ནི་ད་ལག་རྩལ་ཡིན་ཟེར་ཡ་ཅིག་ཚན་རྩལ་ཡིན་ཟེར་ཡ་མང་པོ་ཅིག་ཁེལ་ཡོང་སྟེ་ང་ལ་ད་རྒྱ་ནག་གི། མི་སྣ་དེ་ཚོ་ཁྲིད་ཡོང་དགོས་པ་རེད། ཨ་དེ་འདྲའི་བྱས་ཡོང་དུས་གང་ལ་དཔལ་འབྱོར་ཡར་རྒྱས་ཀྱི་ཁ་གཡང་དེའི་འོག་ནས་ཨ་ནི་ས་གནས་ས་ཐོག་ལ་ག་དུས་ན་ཅིག་ས་གནས་ས་ཐོག་གི་བོད་རིགས་ལ་དཀའ་ངལ་ཅིག་འཕྲད་བསྡད་ཡོད་དེ་གསལ་བོ་རེད། ད་ལྟ་ཕ་རོལ་དུ་བསྟན་ཡོང་དུས་གང་ལ་ཨ་ནི་ཅིག་ལས་གཞི་ག་རེ་ཅིག་དཔལ་འབྱོར་གྱི་ལས་གཞི་ག་རེ་ཅིག་ནས་ས་གནས་ས་ཐོག་ལ་ཨ་ནི་ཁེ་སོང་མེད་པ་དང་ཁྱིམ་ཕན་རག་ཡ་ལས་གནོད་གནོད་ཆེན་པོ་ཞིག་བསྐྱལ་ཡོད་ཡ་དེ་གསལ་བོ་རེད་ད་དེའི་སྙན་དུ་ཨ་ནི་ཅིག་དྲག་གནོན་བྱེད་ཡ་དང་དེ་ཚོའི་ཡོང་སྒོ་བར་དཔལ་འབྱོར་ཡར་རྒྱས་ལ་གནོད་སོང་ཟེར་ཡ་ཁོ་ཡིས་གསུང་ཆོས་བྱས་ན་དཔལ་འབྱོར་ཡར་རྒྱས་ལ་གནོད་གི་གནོད་གི་འདུག་ཟེར་ཡ་དང་དེ་ལ་ཕོག་ཐུག་བཏང་སོང་ཟེར་ཡ་ད་ཁོ་རང་ཚོས་དེ་ལ་ཁ་གཡར་ནས་ཨ་ནི་ཅིག་བོད་མི་རིགས་ཀྱི་རིན་དོད་དང་བོད་མི་རིགས་ཀྱི་དཀའ་ངལ་ག་རེ་བྱེད་ཡ་ན་དྲག་གནོན་བྱེད་ཡ་གི་གོ་སྐབས་གཅིག་ར་བསྐོལ་ཡོད་རེད་བྱས་ཙང་དེའི་འགྲིག་མཁན་ལ་གང་ལེགས་འགྲོ་ག་ལ་སོང་ཡ་ནང་བཞིན་རེད་དཔལ་འབྱོར་ཡར་རྒྱས་ཟེར་ཡ་དེའི་གི་ཁ་གཡང་འོག་ནས་ཨ་ནི་དཀའ་ངལ་མང་པོ་ཅིག་འཕྲད་ཡོང་གི་རེད་ད་དཔེ་ན། ཅིག་ཐཱན་ཚན་ཡར་རྒྱས་སི་ཡ་དཔལ་འབྱོར་ཡར་རྒྱས་ཐཱན་ཚན་གི་དཔལ་འབྱོར་ཡར་རྒྱས་སི་ཟེར་ནི་ཨ་ནི་ད་བོད་བོད་དང་རྒྱ་གར་གི་ཐཱན་ཚན་མང་པོ་ལ་གྲོང་གསེར་མང་པོ་ཅིག་བཟི་ཨ་ནི་དེ་ལ་རྒྱ་མི་མང་པོ་ཅིག་ནི་པོ་ཇི་ཡ་དང་རྒྱ་ནག་གིས་ཨ་ནི་བོད་གི་ད་ཐཱན་ཚན་ཚང་མ་ལ་དབང་ཆ་ཞིག་ཆེན་པོ་ཅིག་ཐུ་ཡ་གི་ཨ་ནི་ལས་གཞི་ཅིག་སྤེལ་དུ་ཡོད་རེད་ད་དཔལ་འབྱོར་སི་ཡ་དེའི་གི་གིས་ག་རེ་ཟེར་བོགས་པ་ཉིན་བཞི་བོ་དེའི་འོག་ནས་ནི་བོད་མི་རིགས་རྩ་མེད་བཟོ་བ་དང་བོད་ལ་དབང་སྒྱུར་བྱེད་ཡག་དང་དྲག་གནོན་བྱེད་ཡག་གི་གི་སྲིད་ཇུས་ཚང་མ་ནི་དེའི་དང་མཉམ་དུ་ལྷན་ཡོང་གི་ཡོད་རེད་བསམ་གི། ལོངས་སུ་ལོངས་སུ།
ནི་ཆོས་ཅི་འདྲ་ཡིན་ན་ད་ལྟ་ཅིག་གི་བོད་ནང་ལོག་ལ་དཔལ་འབྱོར་ཡར་རྒྱས་དེའི་མིང་ལ་ཁྱེད་ཅེས་ནི་སྤེལ་བའི་ད་ལས་དོན་འདི་གའི་ཅིག་ཆགས་ཡོད་ར་ཡང་ད་རེས་སྤྱི་ཡོངས་ནས་ནི་རྒྱ་ནག་གི་ཚོགས་ཆེན་གཉིས་ཀྱི་ཐོག་ནས་དམིགས་བསལ་ཡང་ནན་བརྗོད་བྱེད་ཡ་གཅིག་དེ་ཡིན་པས་ན། གཅིག་སློབ་གསོའི་སྐོར་དེ་ཆགས་ཀྱི་ད་སློབ་གསོ་ནི་སྟོབས་ལྡན་གྱི་རྒྱལ་ཁབ་ཅིག་ལ་བསྒྱུར་ཐུབ་པ་ཡིན་ཅའོ་ཡུས་བྱང་གོ་ཞེས་བྱས་ལག་པ་དང། དེའི་སྐོར་ལ་མང་པོ་ཅིག་གླེང་ཡོང་གི་ད་རྒྱ་ནག་ནང་ལོགས་ལ་སློབ་གསོའི་བསྒྱུར་བཅོས་དེ་ད་ད་ལྟ་བོད་ནང་ལོགས་ལ་དཀའ་ངལ་ཆེ་ཤོས་དེ་ལས་སློབ་གསོ་དེ་ཆགས་བསྡད་ཡོད་རེད་བ། ཨ་ནི་བོད་ཀྱི་སློབ་གྲྭ་ཆེ་འབྲིང་ཆུང་གསུམ་ཚང་མའི་ནང་ལོགས་ལ་ཨ་ནི་སློབ་གསོའི་ཐོག་ལ་ཡིན་ན་དཀའ་ངལ་མང་པོ་ཅིག་འཕྲད་ཀྱི་ཡོད་རེད་ད་དང་པོ་དེ་ཡིན་པས་ནི་བོད་སྐད་ཡིག་གི་སློབ་གསོ་བོད་པའི་ཆོས་དང་རིག་གཞུང་གི་ནི་སློབ་གསོ་དེ་གས་ད་ཅིག་རྩ་བ་ནས་མེད་པ་ལྟ་བུ་ཅིག་ཆགས་བསྡད་ཀྱི་ཡོད་རེད་ནི་ཡང། རྒྱ་ནག་གཞུང་ཕྱོགས་རང་གིས་ཕྱོགས་གཅིག་ནས་ད་སློབ་གསོའི་ཐོག་ལ་འགྱུར་བ་གཏང་གི་ཟེར་དུས་ང་རང་ཚོ་བོད་ནང་ལོགས་ལ་ཡང་འགྱུར་བ་འགྲོ་མགོ་ཡ་མང་པོ་ཅིག་ཡོང་གི་ཡོད་ར་སློབ་གསོའི་ཐོག་ལ་དངོས་ཡོད་ཀྱི་ད་དཀའ་ངལ་འཕྲད་མཁན་མང་པོ་ཅིག་ཡོང་གི་ཡོད་རེད་ད་ཡིན་ནའི་ལས་བོད་ནང་ལོག་རྒྱུ་བོ་དེ་ཡང་ག་འདིར་ཅིག་གི་ཆག་གི་ཡོད་ན་དངོས་ཡོད་ཅིག་སློབ་གསོ་རྒྱ་ནག་སྤྱི་ཡོངས་ནས་བཤད་པའི་ན་སློབ་གསོ་སྒྱུར་བཅོས་ལབ་དུས་དངོས་ཡོད་ལག་རྟགས་གི་ཐོག་ལ་ཡང་ག་འདིར་ཅིག་གི་ཆག་གི་ཡོད་ན། རེད་ལ་ད་རྒྱ་ནག་གཞུང་གི་ཅིག་ག་རེ་སློབ་གསོ་ཡར་རྒྱས་གཏང་གི་ཡིན་ཟེར་གི་བ་རེད་ད་ཡིན་ན་དེ་ཁ་ནས་བཤད་ནི་ཡོང་གི་ཡོད་བམ་རུང་བ་ཡོང་གི་ཡོད་མ་རེད་བ་ད་ང་ཚོས་འགྲོ་སོང་ག་ཚད་གཏང་གི་འདུག་ད་ཡོང་དེ་གང་ལ་ཁོ་ད་ལོག་གི་ད་སྔོན་ཚིག་གི་ནང་ལོགས་ལ་ནི་དམག་དོན་དང་རྗེས་བཟུང་གི་གོ་ལ་བརྒྱ་ཆ་གི་བདུན་དང་ཚགས་གཉིས་བཏང་གི་ཡིན་ཟེར་གི་འདུག་འོ་ད་དེ་འདྲའི་འདི་གང་ལ་ང་ཚོ་རྒྱ་ནག་རྒྱལ་ཡོངས་ཀྱི་སློབ་གསོ་གང་ལ་ག་ཚད་བཏང་གི་འདུག་ད་ཡང་འདི་གང་ལ་ད་དེ་གི་གྲངས་འབོར་དེ་ཞིབ་ཉོག་ཉོག་ལ་བ་དེ་འདྲའི་འདི་གང་ལ་ད་ཅིག་སློབ་གསོ་ཟེར་ཡག་གི་དེའི་ནང་ལོགས་ལ་རྒྱ་ནག་དབུས་གཞུང་གི་བཤད་བཞིན་པའི་སློབ་གསོ་ཟེར་ཡག་དེའི་ནང་ལོགས་ལ་ད་ང་ཚོ་གི། བོད་པ་ཚོས་ཀྱིས་མི་རིགས་གཞན་དག་གི་སྐད་དང་ཡི་གེ་དང། རིག་གཞུང་དང། ཆོས་ལུགས་ལ་སོགས་པ་གི་གི་དེའི་ནང་ཚུད་ཡོད་པ་མ་རེད། ད་རྒྱ་ནག་གི་ལྷོ་སུའུ་ཟེར་དེའི་སྒང་ལ་ད། ཅིག། ག་རེ་སྐོར་རེད། རྒྱ་སྐད་ཡིག་ཅིག། དེ་ནས་ད་ཅིག་དེང་རབས་ཀྱི་ལག་རྩལ་ལག་རྩལ་དང་ད་ཚན་རིག་གི་སྐོར་བསྡད་རྒྱུ་ཚུད་པ་མ་ཐག། མི་རིགས་གཞན་དག་གི་རིག་རིག་གཞུང་དེ་དེའི་སྐོར་ཚུད་དགོས་ཡོད་པ་མ་རེད། དེ་ནས་ད། ལྷོ་སུའུ་སྐད་དེ་ཁོ་ཚོས་བཤད་ཡ་ནང་བཞིན། ཁ་གཡང་བྲག་ཡ་ནང་བཞིན། ཡར་རྒྱས་དང་ཨ་ནི་ཡར་རྒྱས་དང་ཨ་ཡིན་ན། ད་རྒྱ་ནག་གཞུང་གི་ཡར་རྒྱས་ཟེར་དུས་གང་ལ་མི་རིགས་གཞན་དག་ལྷག་པར་དུ་ད་གྲངས་ཉུང་མི་རིགས་ཟེར་ཡ་དེ་གཙོས་གི་ཡིན། དེ་ཚོ་ལ་ཁོ་རང་ཚོ་ག་དུས་ཡིན་ན་རྒྱུས་ལུས་ཀྱི་ཞྭ་མོ་དེ་གཡོགས་ཡོད་རེད། བྱས་ཙང་ཡར་རྒྱས་ཟེར་དུས་གང་ལ་ཨ་ནི་མི་རིགས་དེ་ཚོ་གི་ངོ་བོ་དང་མི་རིགས་དེ་ཚོ་གི་ཁྱད་ཆོས་དང་དེ་ཚོ་རྩ་མེད་བཟོས་ཡོད་ན། མེ་ཡ་ཚི་ན་ནི་ཁུ་ཚུར་ཡར་རྒྱས་བརྩི་གི་ཡོད་རེད་དེ་ནས་ནི་གང་བ། ད་བོད། རྒྱ་ནག་གཞུང་དབུས་གཞུང་གིས་ནི་སློབ་གསོ་ཡར་རྒྱས་བརྩི་ཡ་དེ་གི་ཁ་གཡང་འོག་ནས་ང་ཚོ་བོད་པ་ཚོའི་ཀྱི་མི་རིགས་གཞན་དག་གི་ཆོས་དང་རིག་གཞུང་སྐད་དང་ཡི་གེ་ལ་སོགས་པ་བསྟན་ཏེ་ངོས་ལི་པེ་ཏི་ཤིག་ཆེན་པོ་གི་ནི་དཀའ་ངལ་ཅིག་དང་རྩ་མེད་བཟོ་ཡ་དང་དང་ཨ་ནི་ཕོག་ཐུག་ཆེན་པོ་ཅིག་ཡོང་རྒྱུ་ཡིན་པ་དེ་གཏན་འཁེལ་རེད་དངོས་གནས་དྲང་གནས་ཀྱི་སློབ་གསོ་ཡར་རྒྱས་བཏང་ཡིན་ན་རྒྱ་ནག་གཞུང་གི་སློབ་གསོ་བརྩི་ཡ་དེ་ཨ་ནི་ང་ཚོ་མི་རིགས། ཀྱི་ཨ་ནི་ཁྱད་ཆོས་དང། རིགས་སྐད་དང་ཡི་གེའི་རིག་གཞུང་རྩ་མེད་བཟོ་ཡག་གི་སྲིད་ཇུས་གཅིག་ཡིན་པ་གསལ་བོ་རེད་ལ། ལོངས་སུ་ལོངས་སུ།
སངས་རྒྱས་སྐྱབས་ལགས་ཀྱིས་གཟིགས་འདི་ལྟ་ད་རེས་ཀྱི་ཨ་ནི་ཚོགས་འདུ་འདི་གའི་གི་ཐོག་ནས་བོད་ནང་ལོགས་ལ་ཡང་གཅིག་གི་བཟང་ཕྱོགས་ཀྱི་རྒྱུ་བོར་འགྲོ་ཡག་དང་ཡང་ན་གཅིག་གི་དམ་དྲག་གི་ཨ་ནི་གནས་སྟངས་འདི་དེ་སྔ་ལས་ཡང་རྫ་དྲག་རུ་འགྲོ་ཡག་དེ་གཉིས་སྤར་རུང་ལ་གཅིག་གི་གི་འདིར་ཇི་སྲིད་ཡོད་ན། ད་ཕྱི་སྟངས་ཇག་ང་ཚོ་དེ་ག་འདྲ་འགྲོ་གི་རེད་ཟེར་ཡག་དེ་ང་ཚོ། ད། དེ་ལ་ཞིབ་འཇུག་བྱེད་དགོས་པར་བ་ཞི་ཅིན་ཕིང་གིས་སྲིད་ཇུས་ད་བར་དུ་སྲིད་ཇུས་ག་རེ་ལག་བསྟར་བྱས་འདུག་དེ་བལྟས་ཡོང་དེ་གང་ལགས། ད་ང་ཚོ་གི་ཡུང་རུའི་འབྲུ་གཡག་དང་བོད་ཀྱི་གནས་སྟངས་དེ་བཟང་ཕྱོགས་ཀྱི་འགྱུར་བ་ཅིག་འགྲོ་ཡ་བོད་ནང་ལོགས་ནས་བཟང་ཕྱོགས་ཀྱི་འགྱུར་བ་ཅིག་འགྲོ་ཡའི་ཁོར་ཡུག་དེ་ད་ལྟ་མི་འདུག་དེ་འདི་གང་ལགས། ད་ད་ལྟ་ཡོད་བཞིན་པའི་སྲིད་ཇུས་དེ་མུ་མཐུད་དུ་ལག་བསྟར་བྱེད་ཡ་དང་དེ་ཤུགས་ཆེ་རུ་བཏང་བཏང་ནས་ནི་ཕྱོགས་ཡོངས་ནས་ནི་བོད་བོད་ནང་ལོགས་ལ་དཀའ་ངལ་མང་པོ་ཅིག་འཕྲད་འཕྲད་ཀྱི་ཡིན་པ་དེ་གསལ་བོ་རེད་དེ་འདི་གང་ལགས། ད་ལྟ་གི་དུས་ཀྱི་གཅིག་ཚོགས་ཆེན་ཡིན་ན་འདྲ་ད་ལྟ་རྒྱ་ནག་དབུས་གཞུང་གི་སྲིད་སྤྱི་ཡིན་ན་འདྲ་གོ་བ་ནི་ལྟ་ཡིན་དེ་གང་ལ་ང་ཚོ་གཅིག་གི་ཡི་ཡོངས་རེ་འགྲུག་ཡ་དང་བཟོ་ཕྱོགས་གི་འགྱུར་བ་འགྲུག་ཡ་བའི་ཁོར་ཡུག་དང་གཅིག་ད་རྟགས་མཚན་འདྲ་བོ་ད་ལྟ་མཐོང་ཡ་མི་འདུག་ལ། ལོངས་སུ་ལོངས་སོ།
ནི། སྤྱི་ཡོངས་ནས་རྒྱ་ནག་གི་ད་ཚོགས་ཆེན་དེ་གཉིས་ཀྱི་ཁྲོད་ནས་ཡང་རྒྱ་ནག་གི་རྒྱལ་སྤྱིའི་སྤྱི་ཚོགས་ལ་ཁ་ཕྱོགས་ཐང་གི་ཐོག་ལ་འགྱུར་བ་ར་གས་ཕྱིན་ཡོད་ན། རྒྱ་ནག་གཞུང་གིས་ད་ལྟ་ད། ཚོགས་ཆེན་དང་འབྲེལ་ནས་ཞིབ་འཇུག་བྱེད་མཁན་དང་ཞིབ་འཇུག་བོད་མཁན་དེ་ཚོ་ནི་ཏང་ལྟ་ཡི་འདི་གང་ལ། ད་ལྟ་རྒྱ་ནག་གིས་ད་དཔལ་འབྱོར་ལ་ག་ངེས་ཅིག་འཕྲད་འདོད་ཨ་རེད་ཨ་མི་ཀ་གི་ཡི་དང་ཉི་ཆ་དཔལ་འབྱོར་སྒང་ནས་ཨ་ནི་ག་རེ་ཟུག་འདོད་ཨ་རེསྒོ་ཁྲ་དང་དེ་འདྲ་ག་ངེས་ཅིག་འཕྲད་འདོད་ཨ་རེད་དེ་འདི་འདི་གང་ལ། རྒྱ་ནག་གི་དཔལ་འབྱོར་ག་ངེས་དེ་འཕྲད་འདོད་ཨ་རེད་དེ་འདི་གང་ལ་རྒྱ་ནག་གཞུང་གིས་ངེས་ཅི་དང། ད་ཁོ་རང་ཚོའི་གི་ད་ལས་ཀ་དང་པོ་ཟེར་ན་ད་ཁོ་ཚོ་གནད་འགག་བརྩི་ཡ་དེ་ཨ་ནི། དཔལ་འབྱོར་བསྐྱར་གསོ་བྱེད་ཡ་དེ་རེད་དཔལ་འབྱོར་བསྐྱར་གསོ་བྱེད་ཡ་ལ་ཁོ་རང་ཚོ་ཕྱི་རྒྱལ་གི་ངོ་མ་ནང་བཞིན་དྲག་པོ་བྱེད་དེ་ན་ལན་ཀ་མེད་ཡ་དེ་སེའུ་ཆགས་བསྡད་རེད་དེ་འདི་གང་ལ། ད་ཅིག་ཨ་མི་རི་ཀ་དང་ཨ་མི་རི་ཀ་གཙོས་བྱས་ནུབ་ཕྱོགས་གི་རྒྱ་ཁབ་དེ་ཚོ་མཉམ་དུ་འགལ་བ་དང་འགྲོ་གི་ཡོད་རེད་དེ། ཅིག་ཟིན་བྲིས་ཀྱི་ལམ་ཀ་ལ་ཞིག་ཆེད་སྟངས་ལ་བལྟ་ཡོང་ན་གོ་རིམ་ཚུལ་གཅིག་ནུབ་ཕྱོགས་དང་འབྲེལ་བ་ཡིག་རིགས་དང་དང་ཡག་གི་ཐབས་ཤེས་དེ་མང་པོ་ཅིག་འཐེན་གྱི་ཡོད་ཡ་དང་དེའི་སོགས་ལ་ནི་ཤུགས་རྒྱག་གི་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད་ལ། ལོངས་སུ་ལོངས་སུ། ཐ་མ་དེ་སངས་རྒྱས་སྐྱབས་ལགས་དེ་ཅིག་བཀའ་འདྲི་ཞུ་དགོས་བསམ་བྱུང་ད་ཚོགས་ཆེན་གཉིས་དེའི་མཇུག་བསྒྲིལ་རེད་ཨ་ཚོགས་ཆེན་གཉིས་དེའི་མཇུག་བསྒྲིལ་པའི་མཚམས་དེ་ཡིན་ན་བོད་ནང་ལོགས་ལ་འཐུས་མི་དེ་གས་ད་བར་ཕྱིར་ལོག་བྱས་པའི་རྗེས་ལ་ད་བོད་ཀྱི་ནི་ལས་ཁུངས་ཡིན་ནའི་རེད་སློབ་གྲྭ་ཡིན་ནའི་རེད་མང་ཚོགས་ཁྲོད་ཡིན་ནའི་རེད་ད་ཚོགས་འདུའི་དགོངས་དོན་ཞེས་བྱས་འདིའི་སློབ་སྦྱོང་བྱེད་ཡ་དེ་ཞུ་གཅིག་ཤུགས་ཆེན་པོ་གཅིག་གི་ཆ་དེ་ཡོད་རེད་བ། དེའི་དངོས་གནས་ནུས་པ་རེད་ཐུགས་འཁུར་བས།
རེད་ལ་ད་དེའི་རྒྱ་ནག་གཞུང་གི་དཔེ་དེ་དག་སྲོལ་རྒྱུན་འདྲ་བོ་གཅིག་རེད། ད་ཚོགས་ཆེན་སྐབས་ཀྱི་ཞི་ཅིན་ཕིང་གི་བསམ་བློའི་སློབ་སྦྱོང་ཟེར་ཡ་འདྲ་བོ། ཨ་ནི་ད་ལྟ་གི་ཚོགས་ཆེན་གཉིས་ཀྱི་བསམ་བློའི་སློབ་སྦྱོང་ཟེར་ཡ་ད་དེའི་ཆབ་སྲིད་ཀྱི་ཆབ་སྲིད་སློབ་གསོའི་གྲུབ་ཆ་གཅིག་ཆ་དེ་ཡོད་རེད་བ། ད་མི་ཚང་མ་དེ་འདྲ་ཡི་སློབ་གསོ་ཟེར་ཡ་དེ་ད་ཅིག་ཤེས་ནན་པ་འདྲ་བོ་ཅིག་རེད་ངོ་ནས་ཅིག་དེ་ལ་སློབ་སྦྱོང་བྱས་ནས་དེ་ནང་ལོག་ལ་ཅིག་མི་སྒེར་སོ་སོ་ལ་ཡར་རྒྱས་འགྲོ་ཡ་དང་ཅིག་ཕན་པ་གི་གི་དྲི་ཆབ་སྲིད་ཡོད་མ་རེད་ད་དེ་ཆབ་སྲིད་གི་གི་དྲི་བྲག་གི་རྣམ་པ་འདྲ་བོ་ཅིག་རེད་ད་དེ་དཔེ་དེ་དབུས་གཞུང་ནས་མ་སིམ་ནས་ས་གནས་ད་གྲོང་གསེབ་བར་དུ་དུ་འགྲུལ་བདེ་བ་སློབ་གྲྭ་ཁག་འགྲུལ་བདེ་ཡོད་རེད། ཡིན་ན་ཡང་ད་ལྟའི་ག་རེ་ཟེར་དགོས་རེད། ཆབ་སྲིད་ཀྱི་ལས་འགུལ་ཅིག་གི་ངོ་བོ་ཡིན་པ་མ་གཏོགས་ཅིག་དེ་ལ་སློབ་སྦྱོང་བྱས་ནས་བྱས་ནས་སློབ་སྦྱོང་བྱས་བྱས་བ་སློབ་སྦྱོང་བྱས་བྱས་བ་ལ་བརྟེན་ནས་ཨ་ནེ་ཅིག་ས་གནས་ས་ཐོག་ནས་ཡར་རྒྱས་འགྲོ་འགྲོ་ཡ་དང་རྒྱུ་བ་འགྲོ་ཡ་གི་དེ་འདྲ་གི་གི་གནས་སྟངས་ཅིག་ཆགས་ཡོད་མ་རེད་དེའི་སྟེང་ལ་ད་ལྟའི་ཆབ་སྲིད་ཀྱི་ངོ་བོ་ཅིག་གི་ལིང། ཆབ་སྲིད་ལིང་གའི་གཅིག་གི་ངོ་བོ་ཐོག་ན་འབྲུ་བདེ་བ་རེད་དེ་ནི་གང་ལ། ལིང། ཆབ་སྲིད་ལིང་ག་ནི་ཆབ་སྲིད་ལིང་གའི་རང་རེད་ཨ་ནི་ཁོང་མ་པེ། བེད་ནུས་ཀྱི་པེ་ཨ་ནི་ཤེས་ནུས་ཀྱི་ཤེས་ཉན་ནུས་ཀྱི་ཉན། ཨ་ནི་ད་འཇིགས་གྲུབ་དགོས་ཡ་དེ་འདྲ་ར་བུ་ཅིག་རེད་ད་དེའི། ཅིག་རྒྱ་ནག་གི་ད་དམར་ཤོག་གི་སྲོལ་རྒྱུན་ར་བུ་ཅིག་ཆགས་ཨ་འདི་གང་ལ། དམིགས་བསལ་གི་འགྱུར་བ། ཅིག་དེའི་གི་འགྱུར་བ་བཏང་ཐུབ་ཡ་ཅིག་དང་འགྱུར་བ་འགྲོ་ཡ་གི་དམིགས་བསལ་གི་ཡོད་བ་མ་རེད་ད་ཡིན་ན་ཡང། དེས་ཆབ་སྲིད་ཀྱི་ལས་འགན་མུ་དགོས་ནི་ག་དུས་ན་དེ་འདྲ་སྤེལ་བདེ་བ་དེ། ད་ད་བར་བོད་དུ་དེ་འདྲ་རེད་ད་ལྟ་མུ་མཐུད་དུ་དེ་འདྲ་འགྲོ་བཞིན་པ་དེ་རེད་ལ། ལོངས་སུ་ལོངས་སུ་མི་རབས་ལ་འགྱུར་བ་ཕྱིན་ཡོད་ནའི་ལས་གཞུང་ཕྱོགས་ཀྱིས་ད་ཆབ་སྲིད་ཀྱི་དྲིལ་བསྒྲགས་དང་སློབ་གསོ་སྤྲོད་སྟངས་འདི་ངག་རྒྱུན་བཞིན་ད་མུ་མཐུད་གནས་བཞིན་པ་ཅིག་གསུང་གི་ཡོད་རོ། ལོ། ཨ་སངས་རྒྱས་སྐྱབས་ལགས་ཀྱིས་ད་ད་ལྟ་ང་ཚོ་ཡང་དུས་ཚོད་བཏོན་གནང་རྗེས་ད་རེས་ནི་རྒྱ་ནག་གི་ཚོགས་ཆེན་གཉིས་དང་འབྲེལ་བའི་སྐོར་ལ་དབྱེ་ཞིབ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། འོ་ལ་སོ་ཐུགས་རྗེ་ཆེ་དྲུག་ག་ལ། ད་དང་ད་ཡང་ང་ཚོ་ད་བོད་ནང་ལོག་གི་གནས་སྟངས་ལས་དགའ་མོས་ཅིག་བྱུང་སོང་ལ། འདི་དང་ད་ནི་བོད་ནང་ལོག་ལ་ཡིན་པས་ན་ད་ཡང་ཟླ་བ་གསུམ་པ་འདིའི་ནང་ལོག་ལ་དམ་དྲག་ཆེ་ཤོས་ཀྱི་ཟླ་བ་བྱེད་ཅེས་བྱས་ཡོད་རེད་ལ་བོད་ནང་ལོག་ལ་ནི་སྐབས་དེ་དུས་ཡིན་ན་བླ་བྲེ་ཁ་ཡི་ད་འགོ་བཙུགས་པའི་དུས་ཚོད་འདི་བྱེད་ཀྱི་ཡོད་རེད་དགུང་ཁའི་གུང་སེང་ཚར་བྱེད་ཅེས་འདིའི་སྐབས་དེ་ཡིན་པས་ན་གཅིག་གི་བོད་ནང་དམ་དྲག་ཡོད་པ་དང་སློབ་གྲྭའི་ནང་ལོ་ལེགས་ཟླ་རྒྱལ་བྱེད་ཀྱི་སློབ་གསོ་གཏང་གི་ཡོད་པ་འདི་དང་འབྲེལ་ཡོད་ཀྱི་སྐོར་ལ་ང་ཚོའི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་ཕྱོགས་བསྡུས་གནང་བ་བརྗེད་ཀྱི་ཡོད། ཕྱི་ལོ་ཉིས་སྟོང་ཉིས་གསལ་ངང་སྤྱི་ཟླ་གསུམ་པའི་ཚེས་པ་དང་བསྟུན་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་ཡོངས་སུ་རྣམ་པ་འདྲ་མིན་གྱི་ངང་ནས་དམ་དྲག་དང་སྟངས་འཛིན་བྱེད་འགོ་ཚུགས་ཡོད་པ་དང། བོད་ཀྱི་རྒྱལ་ས་ལྷ་ས་སོགས་སུ་སྤྱི་ཟླ་གསུམ་པའི་ནང་མཐོ་རིམ་སློབ་གྲྭ་ཁག་གི་སློབ་མ་ཚོས་སློབ་གྲྭའི་ཕྱི་ལ་བསྐྱོད་པའི་དགོངས་པ་ཞུ་མི་ཆོག་པ་དང་སློབ་མ་ཚོས་སློབ་གཉེར་ལ་འབད་པ་ལས་གང་དུ་འདུ་ཚོགས་བྱེད་མི་ཆོག་པ་སོགས་ཀྱི་དམ་བསྒྲགས་ཤུགས་ཆེར་བྱེད་བཞིན་ཡོད་པ་དང། དེ་བཞིན་ལྷ་སའི་དགོན་སྡེ་ཁག་གཙོས་རྔ་བ་དང་མགོ་ལོག་ཆབ་མདོ་སོགས་སུ་དགོན་པ་ཁག་ཏུ་སྤྱི་ཟླ་གསུམ་པ་དེ་བཞིན་རྒྱལ་གཤེན་སློབ་གསོ་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་ཡོད་པར་བོད་ནང་གི་འབྲེལ་ཡོད་བོད་མི་གསུམ་ནས་འདི་ག་ཨེ་ཤ་ར་ཨོ་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་ཞིག་གིས་མུ་མཐུད་བརྗོད་དོན། ད་ལྟའི་ཆར་རྫོང་དང་གྲོང་གསེབ་མེད་པར་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་འདུའི་ནང་དོན་དྲིལ་བསྒྲགས་ཤུགས་ཆེ་བྱེད་བཞིན་ཡོད་ན་ཡང། རྔ་བ་རྫོང་གི་དགོན་སྡེ་ཁག་ཏུ་སྤྱི་ཟླ་གསུམ་པ་ཚང་མར་སྲིད་གཞུང་གི་དྲིལ་བསྒྲགས་སློབ་གསོར་སློབ་སྦྱོང་དགོས་སྐོར་བརྗོད་ནས་ཚོགས་འདུ་འདྲ་མིན་འཚོགས་བཞིན་ཡོད་པ་བརྗོད་བྱུང་ལ། ཡང་འབྲེལ་ཡོད་གཞན་དེས་མགོ་ལོག་ཁུལ་ཡོངས་ཀྱི་དགོན་པ་ཁག་ཏུ་སྤྱི་ཟླ་གསུམ་པ་དེ་བཞིན་རྒྱལ་གཤེན་སློབ་གསོ་དྲིལ་བསྒྲགས་སུ་གཏན་འཁེལ་བྱས་ནས་དགོན་པ་རེ་རེ་བྱས་ཏེ་གཞུང་འབྲེལ་མི་སྣས་ཉིན་ལྟར་དྲིལ་བསྒྲགས་ཚོགས་འདུ་འཚོགས་བཞིན་ཡོད་པ་དང། ཚོགས་འདུའི་ནང་དོན་དུ་སྤྱི་ཟླ་གསུམ་པའི་ནང་བརྟན་ལྷིང་དགོས་པ། དགེ་འདུན་པ་ཚོས་ནང་བསྟན་རྒྱ་སྒྱུར་ལ་འབད་བརྩོན་བྱ་དགོས་པ། སྲིད་གཞུང་གི་ལས་དོན་ལ་འགལ་རྐྱེན་གང་ཡང་བཟོ་མི་ཆོག་པ་སོགས་བཙན་ཐབས་རྐྱང་ཡིན་པར་འགྲེལ་བརྗོད་གནང་གི་འདུག་ཡང་རྒྱ་ནག་གཞུང་འབྲེལ་ལྷ་ས་ཉི་ཐོག་ཕྱོགས་ནས་བརྟན་ལྷིང་ཆེད་ནུས་ཤུགས་འདོན་བཞིན་ཡོད་པའི་སྐོར་བརྗོད་ནས་ཞིབ་བཤེར་སོགས་བྱེད་བཞིན་པའི་པར་རིས་དང་གནས་ཚུལ་སྤེལ་བཞིན་པ་མཐོང་རྒྱུ་འདུག་ལ་དེ་བཞིན་ཕྱི་ཚེས་བཅུ་ཉིན་བོད་རང་སྐྱོང་ལྗོངས་གཞིས་ཀ་རྩེའི་ལས་རིགས་ལག་རྩལ་སློབ་ཆེན་གྱིས་གསལ་བསྒྲགས་ཤིག་སྤེལ་ནས་སྤྱི་ཟླ་གསུམ་པའི་ཚེས་བཅུ་ནས་བཅུ་བཞིའི་དུས་ཚིགས་ནང་སློབ་མ་ཚོར་བསམ་ཚུལ་འདྲ་མིན་ཡོད་མཁན་བྱུང་ན་རང་གི་ཐོབ་ཐང་ལག་འཁྱེར་དང་མིང་སོགས་བཀོད་ནས་བསམ་ཚུལ་དེའི་རིགས་བོད་རང་སྐྱོང་ལྗོངས་སློབ་གསོ་ལྷན་ཁང་ལ་ཡར་ཞུ་དགོས་པའི་སྐོར་བསྒྲགས་འདུག་ཡང་རྒྱ་ནག་གཞུང་འབྲེལ་མགོ་ལོག་དར་ལག་རྫོང་གི་ཕྲེང་སྟེགས་ཤིག་གི་སྟེང་ས་གནས་སྲིད་གཞུང་གིས་དགོན་པ་ཁག་ཏུ་དྲིལ་བསྒྲགས་བྱེད་སྒོ་སྤེལ་བའི་གནས་ཚུལ་ཞིག་བཀོད་པའི་ནང། དར་ལག་རྫོང་འཐབ་ཕྱོགས་གཅིག་གྱུར་ཁང་གི་འགོ་གཙོ་ཤའོ་ཧུང་ཟེར་བས་གྲྭ་བཙུན་ཚོས་དམར་ཤོག་ཚོགས་པའི་འགོ་ཁྲིད་ལ་བརྩི་བཀུར་དང་ཁ་བྲལ་བར་ངོ་རྒོལ། རྒྱ་ནག་གཅིག་གྱུར་ལ་འབད་བརྩོན་ངེས་པར་དགོས་པ། ནང་བསྟན་རྒྱ་འགྱུར་ལ་ངོས་ལེན་དགོས་པ་སོགས་བརྗོད་ཡོད་པ་བཀོད་འདུག། ལངས་ཏེ་དེ་ནས་ང་ཚོས་ནི་ཨ་མི་རི་ཀའི་ནང་ཞུ་གཏན་བཅག་པའི་བོད་དང་རྒྱ་ནག་གི་གནད་དོན་ལ་དབྱེ་ཞིབ་གནང་མཁན་ཀུན་དགའ་བཀྲ་ཤིས་ལགས་དེ་འདྲི་ཞུས་ཡོད། ཀུན་དགའ་ལགས་ལས་ཚ་ནག་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། རྡོ་རྗེ་ཆེ་སྤྲོ་བ་ལ། ལའོ། ད་དགུང་ལ་ད་རེས་ངེད་ཅག་རྒྱ་ནག་གཞུང་གིས་ད་ཆབ་སྲིད་གྲོས་ཚོགས་དང་མི་མང་འཐུས་མི་ཚོགས་ཆེན་ཟེར་བྱས་བྱས་ཚོགས་ཆེན་གཉིས་དེ་མཇུག་བསྒྲིལ་ཡོད་རེད་ད་ཚོགས་ཆེན་གཉིས་དེ་ལོ་རྟག་པར་སྐོང་ཚོགས་གནང་གི་ཡོད་དེ་ལས་ཡིན་ནའི་དེའི་ཐོག་ལ་ཡིན་པའི་ན་བརྒྱུད་ལམ་ཁག་ནས་ཡིན་ནའི་ལས་དོ་སྣང་ཆེན་པོ་བྱེད་གི་ཡོང་གི་ཡོད་རེད་ཡང་རྒྱ་ནག་གི་ཅིག་གི་སྲིད་བྱུས་འཛིན་སྟངས་དང་དེ་གས་ཀྱི་ཁ་ཕྱོགས་བཅས་ཆགས་གི་ཡོད་དུས་ད་ལོའི། ཨ་ནི་ཚོགས་ཆེན་གཉིས་ཀྱི་ཐོག་ལ་ཀུན་གླ་ཀྱི་ཐུགས་སྣང་རེ་ག་རེ་བྱུང་ན་ཡིན་ན། སྤྱི་བཏང་གམ་ཚོགས་ད་ཚོགས་ཆེན་གཉིས་དེ་ལོ་ད་ག་གཅིག་དང་གསུམ་པའི་ནང་ཚོགས་ཡོད་རེད་པ་དུ་ད་དང་པོ་དེ་ལ་ཡ། དེ་བྱེད་དུས་ད་ཚོགས་འདུ་དེ་གཉིས་གཉིས་དེ་གཅིག་ཚེས་པ་བཅུ་ལ་བཅུག་དེ་རེད་གཅིག་བཅུ་གཅིག་ལ་བཅུག་དེ་རེད་དེ་ཡིན་དུས་ཚོགས་འདུ་ཆ་ཚང་ཚར་རེད། ད་ནམ་རྒྱུན་ཡིན་པའི་ནི་སྤྱི་བཏང་ཞིབ་འཇུག་ཞིག་ཉེ་ད་དུས་ཚོགས་འདུ་ཚོགས་འདུ་གཉིས་མི་སྟེར་བའི་སྐབས་ལ་གཙོ་བོ་རོགས་ཞིག་ཁ་ཤས་ཤིག་བརྩིགས་ཡོད་རེད། གཅིག་དེ་ག་རེད་ཟེར་ན། རྒྱལ་སྲིད་སྤྱི་ཁྱབ་ཁང་གི་སྲིད་བློན། ལིས་ཆང་གིས་ད་ས་ལོའི་སོ་ཡིན་པས་ནས་དེའི་ལས་དོན་སྙན་ཞུ་དེ་ལས་གཙོ་བོ་གཅིག་བཏགས་རེད། གཉིས་པ་དེ་ལ་ཡ་ཤི་སིའི་བློན་ཆེན་སུ་ཡིན་པ་དེས་རྒྱལ་སྤྱིའི་གསར་འགོད་ལྷན་ཚོགས་འཚོགས་རེད་དེ་ལས་གཅིག་བཏགས་རེད་སྟབས་དེ་གལ་ཆེ་ཤོས་དེ་གར་བཏགས་རེད་ཟེར་ན་ཨ་ནི། ད་དུང་དེ་ཚོགས་འདུའི་མཇུག་བསྡོམས་ཀྱི་མཐའ་མ་དེ་ལ་ཡ་སེ་བློན་སུ་ཡིན་པ་ད་ད་ད་ས་ལོའི་ལིས་ཆང་རེད་པ། ལིས་ཆང་གིས་གསར་འགོད་ལྷན་ཚོགས་འཚོགས་དེ་ལས་བཏགས་རེད་ད་ཡིན་ནའི་ཡ་མཚན་པ་གཅིག་ནི་ཡང་ན་ཉིན་ནས་བྱས་བྱས་སེར་ནུ་བའི་གསར་བུ་ལེན་ཚོ་མེད་བཟོས་པ་རེད་དེ་འདྲ་ཡིན་དུས་ད་ལྟ་ས་དེའི་ག་བ་ལྟ་གི་ཡོད་རེད་ཟེར་ན། རྒྱལ་སྲིད་སྤྱི་ཁྱབ་ཁང་གི་ལས་དོན་གྱི་ལས་བསྡོམས་དེ་དང་ཨ་ནི་དབང་ཡིག་གི་དེ་རེད་ད་ད་རིག་གནས་དང་ལྡོག་བལྟས་ཡོང་དུས་རྒྱལ་སྲིད་སྤྱི་ཁྱབ་ཁང་གི་ཨ་ནི་སྲན་ལོན་གི་ལས་བསྡོམས་དེའི་ནང་ལོག་ལ་ཡོད་ད་ལོག་ཡོད་ནི་ཉོབ་ཡ་རེད་ཞོར་རེད་གསར་བུ་ཕལ་ཕལ་ཆེན་དེའི་ནང་བཀལ་ཡོད་མ་རེད་ད། ད་རིག་དེ་ནང་གླེན་ཁ་ཆེ་ཤོས་དེ་དབང་ཡིག་གི་གསར་འགོད་ལྷན་ཚོགས་ཟེར། དབང་ཡིག་གསར་འགོད་ལྷན་ཚོགས་འདིའི་ནང་ནས་བལྟས་པ་ཡིན་ན། ང་རེ་འདུག་བར་བལྟས་པ་ཡིན་ན། ད་མ་འོངས་པ་ལ་ཡང་རྒྱ་ནག་གིས་ཨ་རི་ལ་ལྟ་སྟངས་ག་འདྲ་ཞིག་ལྟ་གི་རེད། ཉི་ཧོང་ལ་ལྟ་སྟངས་ག་འདྲ་ཞིག་ལྟ་གི་རེད། ཐེ་ཝན་ལ་ལྟ་སྟངས་ག་འདྲ་ཞིག་ལྟ་གི་རེད། ཨ་ནི་ར་ཤི་ཡ་གི་གནས་སྟངས་དང་ག་འདྲ་ཆགས་གི་རེད། འོ་ད་འདི་གས་འདི་ད་རེ་འདིའི་ནང་ནས་རབ་ཚོད་ཅིག་མཐོང་ཐུབ་ཀི་ཡོད་རེད། འདི་ད་ཁྱོན་ཡོངས་ཀྱི་འདི་རེད་གནས་སྟངས་འདི་རེད།

ལྟས་ཡིན་ནི་འདི་གའི་ཐོག་ནས་ནི་ཁྲ་ལི་ཁྲ་མོའི་རིགས་ཤིག་མཐོང་ཡ་ཡོད་རེད། ལོངས་སུ་ངོས་སུ་ལའོ། ནི་ཀུང་ལགས་ཀྱི་གཟིགས་ཡིན་ན་ད་ད་ལོའི་ཚོགས་འདུ་འདིའི་ཐོག་ལ་ཡང་བོད་རང་སྐྱོང་ལྗོངས་གཅིག་པུ་མ་རེད་དེ་མིན་གྱི་ད་བོད་ཀྱི་ས་ཁུལ་ནང་ལོགས་ཀྱི་འཐུས་མི་ག་ལ་ག་འཚམ་གཅིག་ཡོད་རེད་ཤི་ཙང་གཅིག་གི་བོད་པའི་འཐུས་མི་ཚོའི་ཚོགས་འདུའི་ཐོག་ལ་དངོས་གནས་ཀྱི་ད། བོད་པའི་མང་ཚོགས་ཀྱི་ཁེ་ཕན་དང་འབྲེལ་བ་ཡོད་པའི་གྲོས་གཞིར་བཏོན་མཁན་བྱུང་ཡོད་ན་ད་སྤྱི་ཡོངས་ཀྱི་དཀའ་གནད་འཇལ་བི་ན་ཅིག་གྲོས་གཞི་བཏོན་གི་ཡོད་ཅེས་བརྒྱུད་ལམ་ཁག་ལ་དྲིལ་བསྒྲགས་བྱེད་ཡ་དང་དངོས་ཡོད་ཀྱི་ཐོག་ནས་ཡིན་པི་ན་ཧེ་བག་ཆེན་པོ་ཅིག་འགྲོ་གི་ཡོད་རེད་ལ། ཅིག་གྲོས་གཞི་བཏོན་ཡ་འདི་གས་ཡིན་པི་ན་སྔོན་ནས་གྲ་སྒྲིག་བས་ཏེ་གཞུང་རང་གི་མ་ཅིག་འདེགས་ཀྱི་བཀོད་སྒྲིག་བྱས་པ་དང་དེའི་རིགས་དེ་ལས་ཤུགས་ཆེན་པོ་ཞུ་ཅིག་ཆག་གི་ཡོད་པ་ད་ལོ་ཡང་ག་འདིར་ཅིག་ཡོད་ན། ལ་རེ་ད་འདིའི་ནང་ལ་ཡང་བོད་ལྗོངས་ཀྱི་འཐུས་མིའི་ཚོགས་ཆུང་ཟེར་ཡ་འདི་རྒྱ་ནག་ཁོ་རང་ཚོས་བཤད་པའི་བོད་རང་སྐྱོང་ལྗོངས་ནས་མ་འགྲོ་ཉེ་གི་ཟིག་ཡོད་རེད་འདི་ནང་ལ་ཡང་རྒྱ་བོད་བསྡོམས་པས་མི་ཉི་ཤུ་རྩ་དྲུག་ཟེར་ཞིག་ཡོད་རེད་ད་འདི་ནས་གཞན་དག་ས་ཁུལ་དེ་གའི་དེ་ང་ཚོ་བོད་རིགས་ས་ཁུལ་དེ་གའི་བོད་པའི་ཚོགས་ཆུང་ཟེར་ལབ་གི་མ་རེད་ག་རེད་ཟེར་ན་མཚོ་སྔོན་ཞིང་ཆེན་གྱི་ཚོགས་ཆུང་ཟེར་ཡ་འདི་ནང་ལ། ཟི་ཁྲོན་ཞིང་ཆེན་གྱི་ཚོགས་ཆུང་གསལ་ཐིག་ནང་ལོ་འདི་ལྟ་བུའི་རིགས་བཟང་བོའི་མི་དེ་ག་དེ་ཡོང་གི་ཡོད་རེད་ད་ཁོང་ཚོས་ཅིག་འཐུས་མིས་བཏོན་པ་རེད་ཨ་ནི་དེ་འདྲས་ཅིག་ཅིག་འཕྲོད་བསྟེན་སྐོར་ལ་ཅིག་བཤད་པ་རེད་སོ་སོའི་ལུང་པའི་ཡར་རྒྱས་སྐོར་ལ་བཤད་པ་རེད་ཟེར་ཡ་དེ་འདྲས་ཀྱི་གནས་ཚུལ་བལྟས་ཚེ་མཐུན་གི་ཡོད་རེད་དེ་གས་དེ་ལྟ་ཅིག་གང་གི་གལ་ཆེན་པོ་དེ་འདྲ་གལ་མ་རེད། ད་ཡིན་ནའི་ད་རེས་འདིའི་ནང་ལ་ཡང་ང་ཚོས་དོ་སྣང་བྱེད་ཆེ་ཤོས་ཅིག་ག་རེ་ཡོད་རེད་ཟེར་ན་ང་རེ་ཡིན་ན་ག་རེ་མཐོང་གི་རེད་ཟེར་ན། ཨ་ནི་བོད་ལྗོངས་ཚོགས་འདུ་འཚོགས་རྗེས་ཨ་ནི་མ་གསར་འགོད་པ་དང་མཉམ་དུ་ལན་བརྒྱབ་བསྡད་དུས་བསམ་པ་ལ་ཡང་ཨ་ནི་འདིའི་ནང་ལ་ཡང། ད་ལྟ་དེ་བོད་རང་སྐྱོང་ལྗོངས་ཀྱི་ཨ་ནི་ད་ལྟའི་ཀྲུའུ་ཞི་ཡིན་བསྡད་པ། ཨ་ནི་ཀརྨ་ཚེ་བརྟན་གྱིས་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་མཚན་ནས་མོས་བྱས་འདི་དང་ཨ་ནི་བོད་མིའི་སྒྲིག་འཛུགས་ལ་ཡང་ད་འདི་ནང་ལ་ཡང་སྐྱོན་བརྗོད་ཤུགས་ཆེན་པོ་བྱེད་ཀ་འདི་ནང་ལའི་ནང་དོན་གསལ་པོ་གས་ཡོད་མ་རེད་ད་ཡིན་ནའི་འདི་ཁོང་ཚོས་གནད་འགག་དེ་གར་བརྩི་གི་ཡོད་རེད་ཟེར་ན་ཨོ། ཕྱི་རྒྱལ་ནས་སྐྱོན་བརྗོད་ཞུ་ཞིག་གི་དེ་ལས་བོད་ནང་ལོགས་ནས་བོད་པ་ཞིག་གི་ལྟས་བ་ཡིན་ན་སྐྱོན་བརྗོད་བྱེད་ཀྱི་མི་འདུག་ཟེར་འདི་ཡིན་ནམ་རྒྱུགས་སོང་ཡག་དོན་དག་རེད་སྐྱ་ཡིན་ནའི་ད་གིན་ཁྱེད་རང་སོང་ཡག་དེ་རེད་ཁོ་ཚོ་སྐད་ཆ་ག་རེ་བཤད་བའི་ནི་རེད་གྲོས་འཆར་ག་རེ་བཏོན་པའི་ཡིན་ནི་རེད་དེ་གས་འདི་གང་ནས་མ་བཟོས་ཞབས་མ་འདུག་ས་གནས་སོ་སོའི་འཐུས་མིས་གང་བསམ་ལྷུག་བཤད་བྱེད་ཡག་གི་དགོས་པ་དེ་ཡོད་མ་རེད་དངོས་གནས་བཤད་ན་རྒྱ་ཡོལ་མི་མང་འཐུས་མི་ཚོགས་ཆེན་གི་འཐུས་མི་ཟེར་ཡག་དེ་གས་འདི་བོད་ཀྱི་ས་ཁུལ་ཁག་གི་འཐུས་མི་ཡིན་ཟེར་བ་རེད་པ་དེ་འདི་བོད་ནང་ལ་དཀའ་ངལ་ག་རེ་ཡོད་རེད། དེ་གའི་ཤེས་ཚད་ཡོད་རབས་ཟེར་ཡོད་པར་ངས་དཔེ་མཚོན་ཞུས་པ་ཡིན་ན་དཀའ་ངལ་ཆེ་ཤོས་གཅིག་དེ་ད་ངེད་ཅག་གི་གནས་ཚུལ་ཆ་བཞག་པ་ཡིན་ན་དིང་རི་ལ་ཡང་ས་ཡོམ་བརྒྱུད་ཆེས་དཀའ་ངལ་ཆེན་པོ་བྱུང་ཡོད་རེད། ལོ་འདི་ལོའི་དིང་རིའི་ས་ཡོམ་ལས་ཡག་པོ་ཡོད་པ་ཞིག་ཤེས་པ་རེད་མ་གཏོགས་དིང་རིའི་ས་ཡོམ་ལས་ཡག་ཐབས་ལས་ཕྱི་རྒྱལ་ཕར་བཞག་རེད་པ་བོད་ནང་ལ་ཡོད་ཉེས་ཀྱི་ཆོས་སྒོ་སྲུང་གི་མི་མང་ནས་རྫ་དྲག་བཀབ་དགོས་དོན་བྱས་པར་སྐྱབས་འཇོག་བྱས་རྗེས་ཞུས་པ་ཅིག་གདུང་སེམས་མཉམ་བསྐྱེད་བྱས་ཡོད་དེ་ད་བོད་པོ་རོགས་རུག་བྱ་གི་བསམ་བྱས་ཨ་འདི་གའི་ད་དཀའ་སྡུག་ཤོར་བ་ཆེས་དཀའ་བར་བ་འདི་གར་བྱས་ན་དཀའ་བ་རེད། ཞེས་དྲི་བ་བཏོན་སྲོལ་ཡོད་རེད་ཟེར་ན་བཏོན་སྲོལ་ག་གི་ཡོད་མ་རེད་རྒྱུ་ད་ལྟ་མཚན་དེ་འདྲ་ཤི་སང་ལ་དེ་ན་རེད། བྱུང་ཡ་ལ་བོད་ནང་ལོག་གི་འཐུས་མི་ཚོས་བོད་ལ་བཀྲ་ཤིས་ལོ་ལེགས་བྱུང་པའི་ཅིག་གི་གནས་ཚུལ་གླེང་བཞག་པ་ཅིག་ལས་དངོས་ཡོད་ཀྱི་མང་ཚོགས་དཀྱུས་མའི་བདེ་སྡུག་གླེང་མཁན་དེ་ཞི་རག་ཅིག་གི་ཉུང་ཉུང་རེད་བཞག་ཡིན་ནའི་ཡང་རྒྱ་ནག་གི་ད་ས་ཆ་གཞན་དག་ནས་ཡོང་མཁན་དེ་ཚོའི་ནང་ལོག་ལ་ཡིན་པའི་ཡང་དངོས་གནས་ཀྱི་བདེ་སྡུག་གླེང་མཁན་དེ་འདའི་མེད་པ་རེད་མི་འདུག་ག་ཡང་འདས་ཀྱི་འཐུས་མི་རེ་གཉིས་ཀྱིས། མང་ཚོགས་ཀྱི་བདེ་སྡུག་དངོས་ཡོད་ཀྱི་གར་ཡོད་པ་འདི་གླེང་མཁན་འདི་ཡང་ང་ཚོའི་ལྟ་སྤྱི་ཚོགས་དྲ་འབྲེལ་ཐོག་ནས་འདས་ཀྱི་དོ་ན་དེ་འདས་བྱུང་ཡོད་རེད་ཡོད་རེད་བོད་ཀྱི་འདི་ཐུན་མིན་ལ་ལོ་ལེགས་ཡིན་པ་ཡིན་ན། ད་ལྟ་ཀུན་ལགས་ཁྱེད་རང་གིས་གསུངས་པ་ནང་བཞིན་གྱིས་ང་ཚོའི་དོ་ན་བྱུང་ཡང་ལས་ད་ས་ཡོམ་གྱི་གོད་ཆག་ཆེན་པོ་དེ་འད་ཅིག་བྱུང་པ་རེད་ཨ་ས་ཆ་དིང་རིའི་ས་ཁུལ་ད་ག་རང་གིས་ས་ཡོམ་གོད་ཆག་དག་ཕོག་ཡུལ་གྱི་ས་གནས་གི་མང་ཚོགས་ཚོའི་བདེ་སྡུག་དང་ཡང་ན་དངོས་ཡོད་ཀྱི་རྒྱུན་དུ་ད་ཁོ་ཚོར་དཀའ་ངལ་ག་འཕྲད་ཡོད་མེད་དེ་ས་ཡོམ་ག་ནས་ང་ཚོས་ད་ཅིག་ཕིག་གི་གནས་སྟངས་དེ་སྐྱོ་བོ་ཡིན་པ་དེ་ད་རེས་གསལ་པོ་ཞུ་གཅིག་གི་མངོན་ཐུབ་པ་ཅིག་བྱུང་སོང་བ་ཡིན་ནའི་ལས་དེ་གས་ཀྱི་ཐོག་གི་དཀའ་ངལ་མང་པོ་ཅིག་དེ་འདི་ན་ལོ་ལ་གླེང་རྒྱུ་ཕར་བཞག་རྗེས་ནི་ཅིག་གི་བོད་རང་སྐྱོང་ལྗོངས་བཙུགས་རྗེས་ལོ་དྲུག་ཅུ་དྲུག་ཡོལ་རེ་ད་ལོ་ཡིན་པ་ཡིན་ན་ནི་དེའི་བརྒྱུད་རིམ་ན་ལོ་ལ་ནི་བོད་ན་ལོ་ལ་ཡར་རྒྱས་ག་རེ་ཕྱིན་ཡོད་མེད་དཔལ་འབྱོར་འཕེལ་རྒྱས་ག་རེ་ཕྱིན་ཡོད་མེད་བྱས་རྗེས་དེའི་གཅིག་གིས་དྲིལ་བསྒྲགས་བྱེད་ཀྱི་ཡོད་པའི་སྣང་བ་ར་འདི་ཤུགས་ཆེན་པོ་གཅིག་ཡོང་གི། བདག་རང་རེད་ད་བྱས་ཙང། ད་ག་རེ་བཤད་པ་ཡིན་ནས་ག་རེ་ཕུལ་བ་ཡིན་ནས་བཀྲ་ཤིས་བདེ་ལེགས་ཀྱང་ཀྱང་བཤད་དགོས་ཀྱི་ཡོད་རེད། ཀྲུའུ་དབྱང་ཐུགས་མཉེས་པོ་ཡོང་ཡང་བཤད་དགོས་ཀྱི་ཡོད་རེད། བྱས་ཙང་སྐར་མ་ཚེ་བརྟན་ག་རེ་ལབ་ཡོད་རེད་ཟེར་ན། ང་ཚོ་བོད་ནང་ལ་ཡང་སློབ་གསོ་བཏང་གི་ཡོད་ཟེར་འདུག་ཤེས་སོང་གི་སློབ་གསོ་བཏང་གི་ཡོད་དེ་ཚོ་ཞུ་གི་ཡག་པོ་ཡོང་གི་ཡོད་རེད་ཟེར་གི་དེ། དེའི་མིང་ལ་རྒྱབ་སྐྱོར་ཡོད་དེ། ཨ་ནི་ཕྱི་ལོགས་ནས་ཏཱ་ལའི་བླ་མ་སྐུ་འདྲེན་བྱོས་ཞེས་པ་དང་དེའི་སྒྲིག་འཛུགས་དང་འདི་ག་གིས་ག་རེད་ཟེར་ན། ནུབ་ཕྱོགས་དགྲ་འཛིན་སྟོབས་ཤུགས་པ་གྱོད་ཅེས་ཨ་ནི་ག་དུས་ཡིན་ནས་བྱེད་ཀྱི་འདུག་ང་ཚོ་དེ་ཚོ་ཤུགས་རྐྱེན་ཐེབས་ཀྱི་མ་རེད་ཟེར་ནས་བཤད་ཀྱི་ཡོད་རེད་པ། དཔེར་ན་ཆ་གཞམ་ད་ལྟ་ཁྱེད་རང་གནད་འགག་ཆེན་པོ་ཞིག་སོང་སོང་ཨ། དཔེར་ན་སི་རང་ཧའི་ནས་ཡིན་པའི་འཐུས་མི་གཅིག་གིས་ཨ་ནི་སི་རང་ཧའི་ཙི་ཡོ་མའོ་ཡི་ཆུས་སོ་ཏི་ར་ཝང་གིས་ཨ་ནི་མཚོ་སྔོན་སྒྲིག་འཛུགས་ཀྱི་ནང་ལ་དྲ་རྒྱ་དམ་དྲག་དེ་ཤུགས་ཆུང་རུ་བཏང་དགོས་ཀྱི་འདུག་ཟེར་ལབ་ཡོད་རེད། བྱེད་ཀྱི་འདུག་ད་བོད་ནང་ཆ་བཞག་པ་ཡིན་ན་དཔེར་ན་དོ་དབྱིན་ཐིག་ཐོག་ནང་ལོགས་ལ་བོད་སྐད་རྒྱབ་ནས་བཀག་གི་འདུག་ཟེར་གྱི་ཡོད་རེད་པ། སྤྱི་ཚོགས་དྲ་རྒྱ་ནང་ལ་བོད་སྐད་རྒྱབ་ནས་བཤད་སྲོལ་བ་ད་དེ་ཚོ་གར་བྱས་ནས་བཀག་གི་ཡོད་རེད། ཨ་ནི་བོད་སྐད་དེ་ཨ་ནི་རྒྱལ་ཁབ་ཀྱི་སྲིད་ཇུས་ནང་ལོགས་ལ་བོད་སྐད་ཡིག་སྲུང་སྐྱོབ་བྱེད་དགོས་ཞེས་ལབ་གི་ཡོད་མ་རེད་པས་ཚེ་སྔོན་ནས་བྱས་ན་ལབ། ཐུགས་གོ་ཡར་ཡོད་རེད་འདི་ལབ་ཐུགས་ཡོད་མ་རེད་པ་འཐུས་མི་ཚོའི་བསམ་བློའི་ནང་ལོག་ན་དེ་ཚོ་ཡོད་རེད་བེད་སེམས་ཡོད་རེད་འདི་གང་ནས་ལབ་ས་ཁུར་ཡོད་མ་རེད་དཔེར་ན་བོད་རང་སྐྱོང་ལྗོངས་ཀྱི་ཚོགས་ཆུང་གི་ཚོགས་གཙོ་ཆགས་ཞབས་ཡིན་ན་སུ་རེད་ཟེར་ན་ཝང་ཅུན་ཀྲང་རེད་མདོག་མདོག་དེ་འདི་ནང་ལ་ཚོགས་གཞོན་ནང་ལོག་ལ་ཡང་སྐར་མ་ཚེ་བརྟན་དང

ད་ད་རེས་ནི་ཚོགས་ཆེན་གཉིས་ལ་བོད་ནས་བསྐྱོད་མཁན་གྱི་ད་བོད་པའི་སྐུ་ཚབ་ཚོ་ཡིན་པས་ན་ཚོགས་ཆེན་ལ་བསྐྱོད་གི་མི་འདུག་དེ་ཤག་ཡིན་པས་ནི་དེང་དུས་ཀྱི་ད་ཆས་གོས་ངོམ་མཁན་དེ་དང། འདས་ཀྱི་ནང་བཞིན་བྱས་བྱས་ཅིག་གི་བོད་ཆས་མི་ཁའི་ངོམ་པ་སླེ་བ་ནང་བཞིན་ཅིག་གི་འདུག་བྱས་བྱས། ད་ག་རང་རེད་དཔེར་ན་དེ་རྒྱལ་ཁབ་གཞན་གྱི་རང་རེད་གནས་ཚུལ་གཅིག་ནང་ལ་ག་རེ་ཡོད་རེད་ཟེར་ན། ཨ་ནི་སི་ཁྲོན་ཞིང་ཆེན་རྔ་པ་བོད་རིགས་རང་སྐྱོང་ཁུལ་གྱི་ནང་བསྟན་མཐུན་ཚོགས་ཚོགས་གཙོ། ཨ་ནི་རྒྱལ་ཡོངས་སྲིད་གྲོས་ཀྱི་འཐུས་མི་ཡིན་པ། ཨ་མདའ་རི་ཚོང་དོན་གཞོན་ཉེན་རྟགས་རྩེ་རིན་པོ་ཆེ་ཡང་དེ་ཕྱིར་བཤད་ཡོད་རེད་ཅེས་ཁོང་ཚོའི་ཆེད་མངགས་སྐོར་ཀྲུང་ཤིང་ཧྲེ་ཟེར་རྒྱ་ནག་གསར་ཁང་ནས་ཨིན་ཏེར་བྷྱུ་བྱས་པ་ཞིག་བཏོན་ཡོད་རེད་ཁོང་ཚོས་ལྟ་འདིའི་ནང་ལ་ག་རེ་ལོས་ཡོད་རེད། ཨ་ནི་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་འགྱུར་ཡག་འདི། ལྡོག་མེད་ཀྱིས

དེ་ལ་ད་ལྟ་དཀའ་ངལ་ཆེ་ཤོས་ག་རེ་རེད་ཟེར་ན། བོད་ནང་ལོགས་ལ་ཡོད་ད་ལམ་ལུགས་ཁོ་རའི་ངོས་ནས་ཨ་ནུ་ཚོགས་འདུ་ག་དུས་ཚོགས་ཡིན་ནས་བོད་ཆ་ཚང་དེ་ནར་བཀག་བཞག་ཡོད་རོགས། ད་འདི་དཀའ་ངལ་ཆེ་ཤོས་རེད་ད་འདི་དཀའ་ངལ་འདི་བོད་ནང་མི་མང་གི་ཤིང་གི་ཡོར་དེ་ལས་སེམས་ནང་ནས་བཏོན་ཡག་དགོས་ཀ་གལ་ཡོད་མ་རེད། འདི་ང་ཚོ་ཕྱི་ལོགས་ཞུགས་ཉེས་ཀྱི་ཟིག་ཐུབ།

ཡི་གེ་ལེགས་དང་རྣམ་དག་ནས་ཁྲིད་དུ་འོར་བ། ཨ་ནི་མཛད་རིམ་དེ་གའི་གྲལ་འདི་བྱས་ཨ་ནི་ཡི་གེ་མ་ཚོགས་འདུ་གར་ཚོགས་ཡོད་དེ་ཉན། ཨ་ནི་བཟླས་ཐག་བཅད་པ་གཟིགས་འོར་བ། ལག་པ་བརྐྱང། ཨ་ནི་ཐང་ཆུ་བཅོ་བོ་འདུག་འདྲི་འོར། ལའོ།
ཞུས་ཙང། ལའོ། ཀུན་ལ་གྱིས་གཟིགས་པས་ན་ཡང། མ་རེད་ད། ཚོགས་འདུ་དེའི་ཐོག་ལ་ཡང་བོད་རང་སྐྱོང་ལྗོངས་ཀྱི་ཚོགས་ར་དེའི་ནང་ལོགས་ལ་གསར་འགོད་པའི་མང་པོ་ཞིག་གཏང་ཡག་དང། བོད་ནང་ལོགས་ལ་ཡར་རྒྱས་ཕྱིན་པ། ལོ་ལྔ་ཚན་གྱི་འཆར་གཞི་བཅོ་ལྔ་པ་དེ་སླེབས་དུས་དེའི་ཐོག་ལ་ཡིན་པས་ན་བོད་ནང་དཔལ་འབྱོར་ཡར་རྒྱས་གཏང་ཡག་དང་ཡུལ་སྐོར་གྱི་བྱ་གཞག་དེ་ཚོ་ཡར་རྒྱས་གཏང་ཡག་མང་པོ་ཞིག་གླེང་སོང། དེའི་ཁ་ཕྱོགས་དེ། བོད་ནང་ལོགས་ལ་དངོས་ཡོད་ཀྱི་ད་མང་ཚོགས་ཚོའི་ཁྲོད་ལ་ཁེ་ཕན་ག་ག་ཚད་ཅིག་གི་ཡོད་ན་དེས་བོད་ཀྱི་ད་གནས་སྟངས་ལ་འགྱུར་བ་ག་ག་ཚད་ཅིག་གི་བཟི་གི་ཡོད་ན། ད་ད་དུ་ལོ་ལྔ་ཚན་གྱི་འཆར་གཞི་བཅུ་བཞི་ཟེར་བ་དེ་ད་རྒྱལ་ཁབ་ཁོ་རའི་འཆར་གཞི་ཆེན་པོ་ཆགས་པ། ལོངས། ད་འདི་འཆར་གཞི་ད་བཅུ་ལོ་བཞི་བརྒྱ་དེ་ནང་ཚུན། ཚར་རྗེས་ད་འཆར་གཞི་བཅོ་ལྔའི་སྒང་གོམ་པ་སྤོ་གི་ཡོད་ལོངས་པ། འཆར་གཞི་བཅུ་བཞི་དེ་ད་མཇུག་བསྡུའི་ལོ་ཡིན་པ་དང།

ཚོགས་འདུ་གཉིས་ཚར་ནས་ད་ད་ལོ་ཅི་འདྲ་དོན་པོ་པོ་དང་གར་ཆིག་བ་རེད་ཟེར་ན། ཞི་ཅིན་ཕིང་གི་དགོངས་པ་སློབ་སྦྱོང་ཀྲུང་དབྱང་གི་གཏན་འབེབས་དོན་ཚན་བརྒྱད། ཚོགས་འདུ་གཉིས་ཀྱི་དགོངས་དོན་སློབ་སྦྱོང་དང་དྲིལ་བསྒྲགས་བྱེད་དགོས། ཚོགས་ད་བོད་ནང་ལས་བཟོ་ལས་ཁུངས་ཁག་གི་ཚོགས་འདུ་ཡིན་ཏེ་བསླབ་བྱ་ཁག་ཡིན་ནི་རེད། ཞི་ཅིན་ཕིང་གི་དགོངས་པ་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་འོག་ལས་ཀར་གར་གར་བྱེད་དགོས་རེད། འདུ་ཤེས་གསུམ་གྱི་སློབ་གསོ་ག་འདྲས་སུ་གཏང་དགོས་རེད། ཚོགས་འདུ་གཉིས་ཀྱི་དགོངས་དོན་ག་འདྲས་བྱུང་སྟབས་ཚོགས་འདུ་མ་འཚོགས་མིན་དུ་ཚང་མ་འདི་རེད་ད་འདོད་པ་ཡོད་ནི་མེད་ནི། ཨ་འདི་ཡོང་རྒྱུ་འདས་པའི་ཟླ་བ་དྲུག་ལོ་གཅིག་ནང་ལོགས་ལ་རྒྱ་ནག་གཞུང་གིས་བོད་ནང་ལ་གར་བྱེད་ཀྱི་རེད་ཟེར་ན་འོ་འདི་རྣམ་པ་འདི་བྱས་ཡོད་རེད། ན་འཛུགས་སྐྲུན་བྱས་ཡོད་རེད་ཟེར་ན་དངོས་ཡོད་གནས་ཚུལ་རེ་འཛུགས་སྐྲུན་བྱས་ཡོད་རེད་དེ་ནས་ཕར་བོད་ལ་ཕན་ཉེས་ཀྱི་མཁྱེན་གྱི་རེད། དེ་ག་ནི་ལང་ཀར་བཟོས་ཡོད་སྟབས་དེ་ཚོའི་ད་ལྟ་ཁྱེད་རང་སོང་ཡོད་རོགས་ཁྱེད་རན་འདི། ག་བ་ཡོད་རེད་ཟེར་ན་ང་ཚོས་གཅིག་གཅིག་གཉིས་གཉིས་ཤེས་གི་མ་རེད་དེ། འདིའི་ཁེ་ཕན་འདི་དངོས་གནས་བྱས་ན་བོད་རང་ལ་བབ་དགོས་རེད་པ། འདི་བོད་ལ་བབ་གི་ཡོད་རེད་པ་ཟེར་ན་ང་རེད་པ་ཞིག་ཡིན་ན་ཐེ་ཚོམ་ཡིན། ངས་དཔེ་མཚོན་ཅིག་ཞུས་པ་ཡིན་ན། དཔེར་ན་ཕོ་བྲང་པོ་ཏཱ་ལ་ལ་ཡའི་བོད་རིགས་ཕ་བུ་བའི་ཕྱི་རྒྱལ་གཏོམ་ནང་དུ་ཡོད་རེད་མི་རེ་རེ་ལ་སྒོ་འཛིན་སྒོར་མོ་ཉིས་བརྒྱ་སུམ་བརྒྱ་གཏོང་གི་ཡོད་རེད། ཉིན་མ་གཅིག་ལ་མི་སྟོང་ཕྲག་ལྔ་ཚད་བཟོས་ཡོད་རེད།

ད་ལྟ་ང་ཚོ་ཤིང་ཕོར་བོས་ནས་ཡོད་ཉལ་གི། ཚང་མ་དུག་སོགས་རྒྱབ་འདུག་ལ་དེའི་ཕུད་མ་ནག་སྟེ་ལེགས་བཏབ་པ་སྤང་རྒྱས་སྐྱོན་ལབ་དུས་བསམ་པ་ལ་ཤིང་ལུ་ནས་བྱས་ན་འོ་ད་དེའི་ཕུད་སུ་ཚང་མ་གོམ་པར་འགྲོ་ན་ཕུད་ཤིག་ཟེར་གི་རེད་པ། འོ་འདི་གས་འདིའི་ཐོག་ནས་ག་རེ་བསྟན་གི་ཡོད་རེད་ཟེར་ན་བོད་ནང་གི་ད་ལྟའི་གནས་སྟངས་དེ་སྟོན་གི་ཡོད་རེད། ཡིན་རྒྱུ་སྐད་ཆ་རྙིང་པ་རེད་དཔེར་ན་ལས་བྱེད་པའི་བྱིས་ཡིན་པ་ཡིན་ན་ཏོག་གཙུག་ལག་ཁང་བྱོས། དེ་བ་ལ་ཡང་ཆོས་མཇལ་འགྲོ་ས་གོ་རེ་མི་འདུག་ག། དེ་བྱིན་པ་ཡིན་ན་ཨན་གར་ཅིག་བོར་ཟེར་ན་སྟབས་བདེ་འབེལ་གྱི་སྒྲིག་གཞི་དེ་ལུང་མང་པོ་ཞིག་དྲངས་རྗེས་རྗེས་ཨན་གར་ཅིག་བོར་ཟེར་ན། དོ་བདག་ཁོ་རང་དང་ཨ་ཅང་ཅང། རྒྱལ་ཡུལ་གྱི་གླ་ཕོགས་བཅའ་བ་ཨ་ཅང་ཅང་སྟེ་དཔལ་དུ་བཟོས་ཤར་འགྲོ་མར་ལྟ་དངོས་ཡོད་གནས་ཚུལ་རང་རེད། འདིའི་སྒང་ལ་ཡང་སོ་སོའི་ནང་མི། སྤུ་གུ། འདི་གའི་མདུན་ལམ་ཚང་མ་ལ་སྐྱོན་རྒྱབ། བྱས་ཙང་འདི་གའི་དཀའ་ངལ་འདི། ད་ང་ཚོས་ཤེས་པའི་ཐོག་ནས་ཨ་ནི་རང་དབང་ནང་མེད་ན་ལ་ཡུལ་ངན་དང། ཨ་ནི་ད་བར་ནང་ལྟར་ང་ཚོ་ནི་སྤྱི་པའི་དོན་དག་ལ་འགན་འཁྱེར་ཆེད་ལས་འགུལ་སྤེལ་ངེས་ཚེ་ངོས་ནས་གནས་ཚུལ་དེ་གས་དེ་ཤེས་པའི་ཐོག་ནས་ཨ་ནི་ང་ཚོས་ག་རེ་ཟེར་ན་བོད་ནང་གི་རང་དབང་གི་སྒྲིག་འཛེག་པ་ལྟ་བུ་བྱས་ཆེད་ད་གས་ཀྱི་ཐོག་ལ་གང་ཐུབ་ཐུབ་ཤེས་དགོས་ཀྱི་ཡོད་རེད། དེ་འདྲ་རེད། ལོ།
ཀུན་ལ་གེ་གཟིགས་ཡིན་ན་ད་རེས་ཀྱི་ཚོགས་ཆེན་འདིའི་ཁྲོད་ནས་རྟ་དམིགས་བསལ་རྒྱ་ནག་སྤྱི་ཡོངས་ཀྱི་ཁ་ཕྱོགས་སྟངས་འདི་ཡིས་གུ་ཡངས་ཀྱི་རྣམ་པ་དང་ཡང་ན་དམ་དྲག་གི་རྣམ་པ་འདི་གཉིས་པ་རུ་ནས་གང་འདྲ་རེ་གཟིགས་ཡོད་ན་འདི་དང་འདྲ་བྱས་ཚོགས་འདུ་འདི་སྐོང་ཚོགས་བྱས་པའི་སྐབས་རེ་ཡིན་པས་ན་ཟླ་བ་གསུམ་པ་རེ་ལོ་ལྟར་ཟླ་བ་གསུམ་པ་འདི་བོད་ནང་ལོ་ལ་རྟ་ནོར་སྔགས་ཀྱི་ཟླ་བ་དམ་དྲག་ཆེ་ཤོས་ཀྱི་དུས་ཚོད་དེ་རེད་བོད་ནང་ཆ་བཞག་ནས་ལས་རྟ། འདིའི་ཚོགས་འདུའི་ཚོགས་པའི་སྐབས་དེ་ཡིན་པས་ན་ནི། བོད་ཀྱི་ལོ་སར་མཇུག་སྒྲིལ་མ་སྒྲིལ་གྱི་མཚམས་དེའི་སླད་ཡོར་དེ་ཡིན་ནའི་བོད་ནང་ལོ་ལ་ལྟ་གནས་སྟངས་འདི་རྫ་དྲག་པོ་གཅིག་འདུག་དམ་དྲག་ཆེན་པོ་འདུག་ཅེས་བྱས་ལྟ་བུ་མི་ཚོས་གཅིག་གི་ག་དུས་ཡིན་ནའི་ལས་ཟབ་གསོ་བྱེད་ཡག་གི་དུས་ཚོད་ཅིག་ཁེལ་བསྡད་འདུག་ཤི་ཚང་འདིའི་པར་རུ་ལོ་ལྟ་རྒྱ་ནག་སྤྱི་ཡོངས་ཀྱི་གནས་སྟངས་དང་དམིགས་བསལ་བོད་ནང་ལོ་འཛིན་པའི་སྲིད་བྱུས་འདི་གའི་གི་ཐོག་ལ་འགྱུར་བ་རག་གི་འདས་གཟིགས་ཡོད་ན། ད་ང་རེ་དོམ་རེར་སྐྱབས་བཅོལ་ཞུས་ཀྱི་ཡིན་ན་ད་རིགས་ཚོགས་འདུ་གཉིས་རེད་ད་རིགས་ཚོགས་འདུ་གཉིས་ཀ་མེད་པའི་ནམ་རྒྱུན་གནས་ཚུལ་བལྟས་པ་འདི་རྒྱ་ནག་གཞུང་གིས་བོད་ནང་ལ་ཡང་བྱེད་སྟངས་འདི་ལྷུག་རུ་འགྲོ་གི་རེད་བསམ་བསམ་བྱས་ངས་རྩ་བ་ནས་མཐོང་ཐོག་གི་མི་འདུག་མུ་མཐུད་བྱས་དམ་དྲག་སྲིད་ཇུས་དེ་གནས་ཀྱི་རེད་ལྷག་པར་དུ་ག་རེ་ཟེར་ན་དམ་བསྒྲགས་བྱེད་སྟངས་དེ་ཡང། སྨྱན་མ་ནང་དང་འོས་མ་མང་པོ་དང་མིན་པ། ནང་དོན་གྱི་ད་གཅིག་པར་བཅད་དང་འཁྲུལ་བོ་དང་ཚན་རིག་ལག་རྩལ་དེ་འདྲས་ཀྱི་ཐོག་ནས་བོད་ནང་ལ་མུ་མཐུད་དམ་བསྒྲགས་བྱེད་མ་ཐུབ་ཨོ་ད་རེབ་ཚོགས་འདུ་ཚོགས་ནས་ད་བོད་ནང་ལ་ལྟས་ཚོ་གུ་ཡངས་སུ་འགྲོ་གི་རེད་བསམ་བསམ་དེ་དེ་ནང་ནས་གལ་གལ་མཐོང་གི་མི་འདུག་དེ་ངའི་ལྟ་ཚུལ་གཅིག་རེད་བོད་ཀྱི་གནད་དོན་ཐོག་ནས་ཆ་བཞག་པ་ཡིན་ན། ད་རྒྱལ་སྤྱིའི་གནད་དོན་ཐོག་ནས་ཆ་བཞག་པ་འདི་འདྲ་དེ་དག་ངས་དང་གིས་ཞུ་ཞུ་རེད་ཝང་དབྱིའི་སྐད་ཆ་འདི་སྡུག་ལྟས་ན་ད་ལྟ་རྒྱ་ནག་ནང་ལ་དཀའ་ངལ་ཆེ་ཤོས་དེ་ག་རེད་ཟེར་ན་དཔལ་འབྱོར་གྱི་དཀའ་ངལ་དེ་རེད། བྱེད་སྟངས་དཔལ་འབྱོར་དཀའ་ངལ་ཡིན་པའི་རྒྱུ་མཚན་དེ་ལ་བརྟེན་ནས་ཚོགས་འདུ་འཚོགས་པའི་བར་དོ་ལ་དེ་ཞི་ཅིན་ཕིང་གིས་རྩོམ་ཡིག་ཞིག་བཏོན་ཡོད་རེད། ངས་མཐོང་ད་བར་གསུམ་དུ། ཨ་ནི། དེ། དམངས་གཉེར་ཁེ་ལས་ལ་ཡང་ད་ཀམ་པ་ནི་ལ་སྒེར་གྱི་ཀམ་པ་ནི་ལ་ཡང་རྒྱབ་སྐྱོར་བྱེད་ཀྱི་ཡོད། ད་སྒེར་གྱི་ཀམ་པ་ནི་དེ་ག་ལ་ཡང་གསོན་པོ་བཟོས་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་འཕྲད་ཀྱི་ཡོད་ཙང་ད་མ་འོངས་པ་ལ་ཡང་གནས་གཞོན་ཁང་ཟེར་ཏེ་རྒྱལ་ནང་ནང་ལོགས་ལ་འཁོར་རྒྱུག་བྱེད་ཀྱི་ཡིན་ཟེར་དུས་ཕྱི་ལོགས་ཀྱི་མ་རྩ་མེད་པ་ཡིན་ནས་རྒྱལ་ནང་ལ་བསྟེན་གྱི་ཡིན་ཟེར་དུས་ད་དཔལ་འབྱོར་དེ་ཕི་གིའི་ནང་ལོགས་ལ་ཡོད་པའི་ཚོང་ལས་ཁང་ཆེ་བ་དེ་མ་བསྡད་རང་བསྡད་ཅིག་ཆགས་བསྡད་འདི་དཔལ་འབྱོར་དཀའ་ངལ་རེད། ད་རྒྱལ་སྤྱིའི་ཐོག་ནས་ཞུས་པ་ཡིན་འདུག་ལྟས་བས་ན་ཨ་རི་དང་རྒྱ་ནག་གཉིས་ཀྱི་བར་ས་ལ་དེ་འབྲེལ་བ་ཡག་པོ་ཡོང་གི་ཡོད་པའི་བཟོ་ས་སྐྱེས་ཡོད་མ་རེད། དེ་བཟོ་དེ་མེད་དུས་ད་ལྟ་ག་རེ་ཟང་ཚོང་གི་མ་འཁྲུག་འགོ་ཚུགས་པ་དེ་ཝང་ཡིག་གི་གཏམ་བཤད་ལྟས་བས་ན་ད་ལྟ་རྒྱ་ནག་ལ་ཡ་རྒྱ་ནག་གི་ཞུ་བ་ཅིག་ཨ་རི་ལ་སྡུག་ཅག་དང་དྲག་པོ་དེ་བཤད་ཡོད་མ་རེད། དེ་ནང་ལ་ག་རེ་མཐོང་ཐུབ་གི་རེད་ཟེར་ན་ད་ཚོང་གི་མ་འཁྲུག་ས་དེ་རྒྱབ་ནས་ཕྱོགས་གཉིས་ཆོད་ལ་ཁས་ལེན་ཡོད་མ་རེད། ཨ་རི་དང་རྒྱ་ནག་གཉིས་ཀྱིས་འཛམ་བུ་གླིང་གི་ཞི་བདེའི་ཐོག་ལས་ཀ་བྱེད་པར་ང་ཚོ་མཉམ་དུ་བྱེད་དགོས་རེད་ཞེས་བཤད་རྗེས་ཨ་རིར་ལྟེ་བའི་ཁོངས་པའི་སུ་དང་གཅིག་ཡོད་རེད། ད་ཐེ་ཝན་དང་ཉི་ཧོང་གི་གནད་དོན་ཐོག་ལ་ཡང་ད་རེ་ལྟས་སུ་དྲག་པོ་བཤད་ཡོད་རེད། ཐེ་ཝན་དེ་རྒྱ་ནག་གི་ཞིང་ཆེན་ཞིག་རེད་ཟེར་ཡ་རེད། ཉི་ཧོང་གི་ཡུལ་ནི་ཡང་རྒྱ་སྐྱེད་རིང་ལུགས་བསམ་བློ་གཏང་གིན་གཏང་ན་འགྲིག་གི་མ་རེད་ཟེར་ཡ་རེད་ལྟས་སུ་དྲག་པོ་བཤད་ཡོད་རེད། ད་ད་ག་ནང་བདག་གིས་ར་ཤི་ཡ་གི་ཐོག་ལ་ཡང་བཏང་སྙོམས་བཤད་དེའི་རྒྱུ་མཚན་ག་རེ་ཟེར་ན་ད་ལྟའི་ཨ་རིའི་སྲིད་འཛིན་དང་ར་ཤི་ཡ་གི་འབྲེལ་བ་དེ་ཡག་པོ་ཞུ་ཞུ་གི་ཡོད་རེད་རྣམ་པ་ཚོ་མཐུན་གི་ཡོད་དུས་བཏང་སྙོམས་འདི་བཅས་ལས་བྱ་ཡོད་རེད། བྱེད་སྟངས་འདི་ཡིན་དུས་རྒྱལ་སྤྱིའི་ཐོག་ནས་ཆ་བཞག་པ་ཡིན་ན་ད་ཨ་མི་རི་ཀ་དང་འབྲེལ་བ་འདི་ཡག་པོ་ཡོང་གི་མེད་པའི་བཟོ་ཡོད་དུས་ད་ལྟའི་རྒྱ་ནག་གཞུང་གིས་ཞི་ཅིན་ཕིང་མགོ་ཁྲིད་པའི་རྒྱ་ནག་གཞུང་གིས་མ་འོངས་པའི་རྒྱ་ནག་གི་ཁ་ཕྱོགས་འདི་ཨ་ནི་ཁ་རེད་ཟེར་ནས་ཡུ་རོབ་ནང་ལས་བྱ་ཡག་བརྩིས་འདི་རྒྱག་གི་ཡོད་རེད་བསམ་བསམ་ཞིག་མཐོང་གི་ཡོད་རེད་ང་ཚོས། འོ་ད་དེ་འདྲས་ཀྱི་གནད་དོན་ཅི་རེད་ཨེ་ཐེ་ཝན་གྱི་གནད་དོན་འདིའི་ཐོག་ལ་ད་ཅི་ད་ཁོང་ཚོ་སེམས་ཁྲལ་ཆེ་ཤོས་ཀྱི་ག་རེ་ཡོད་རེད་ཟེར་ན། དྲག་པོ་བཤད་ཡ་དེ། ཉེ་ཆར་ཐེ་ཝན་ཕྱི་སྲིད་ལས་ཁུངས་ནང་རོགས་ལ་ཡ་ཐེ་ཝན་དང་འབྲེལ་བའི་སྐོར་གྱི་ཚིག་སྦྱོར་བེད་སྤྱོད་བཏང་ཐག་རེད། ལྷག་པར་དུ་ད་ནང་ལྟར་གྱི་ཨ་རིའི་སྲིད་འཛིན་དང། ཉི་ཧོང་གི་སྲིད་བློན་གཉིས། སྲིད་འཛིན་ཁྲོམ་ཡར་སླེབས་ནས་རྒྱལ་ཁབ་གོ་སྒྲིག་ཐུབ་ཡ་ཨང་གཉིས་པ་དེ་ཉི་ཧོང་སྲིད་བློན་རེད། དེ་གས་ཐུབ་པས་ནང་ལོགས་ལ་བལྟས་ཡོང་དུས་བསམ་པ་ལ་ཡ་ཉི་ཧོང་སྲིད་བློན་གྱི་བསམ་སྟངས་དང་རྦད་དེ་འགྱུར་བ་ཕྱིན་ཆེ་ཞེས་དཔེར་ན་ད། ཇོ་མཱ་ཉེ་ཧོང་ནང་ལ་ཐེ་ཝན་གྱི་མི་གཅིག་གིས་ཐེམ་ཐོ་ཐེམ་ཐོ་རྒྱག་པའི་སྐབས་ལ་ཁྱེད་རང་རྒྱལ་ཁོངས་ག་ནས་རེད་ཟེར་དེའི་ནང་ལོགས་ལ་ནམ་རྒྱུན་ཡུ་ཐེ་ཝན་བྲིས་འོ་ཡ་ད་ད་ཆ་ཐེ་ཝན་མ་བྲིས་འགྲིག་རེད་རྒྱ་ནག་བྲིས་ན་འགྲིག་གི་ཡོད་ཟེར་ཡ་རབས་ད་ཨ་ནི་ག་རེ་ཟེར་ཐེ་ཝན་རང་བཙན་ལ་ཡང་རྒྱབ་སྐྱོར་མེད་ཟེར་དེ་ཚོ་མཐོང་ཡོང་དུས་ཨ་ནི་ཐེ་ཝན་དང་ཉེ་ཧོང་གི་ཐོག་ལ་ཡང་དེ་འདྲ་བོ་བྱེད་ཀྱི་ཡོད་རེད་ཁྱེད་རང་ག་རེ་ལབ་ཡོད་རེད་ཟེར་ན་ཝང་དབྱིས་ཀྱིས་ཨ་ནི་ཐེ་ཝན་གྱི་གནད་དོན་ལ་བརྟེན་ཅིང་རྙོག་དྲ་བཟོས་པ་ཡིན་ན་ཉེ་ཧོང་ལ་རྙོག་དྲ་ཡོང་གི་རེད་ཟེར་ལབ་ཡོད་རེད་འོ་དེ་གས་དེ་ད་ག་རེ་ཟེར་ངེད་མ་དེ་གསལ་ལོན་ཟུར་པ་རེད། རྒྱལ་སྤྱིའི་གནས་སྟངས་ཀྱི་གནད་དོན་དེ་གས་མཐོང་ཡོང་དུས། ནི་ཐེ་ཝན་དང་ཉི་ཧོང་ཐོག་ལ་དོགས་སུ་དྲག་པོ་བྱས། ར་ཤི་ཡའི་ཐོག་ལ་ཡང་དེས་བཏང་སྙོམས་བྱས། ནི་ཨ་རི་ཐོག་ལ་དེས་འཁུམས་པ། ཨོ་ད་དེ་འད་དེ་མ་རེད་མཐོང་པ་དེ་ཨོ་དེ་འད་ཅི་རེད། ཨོ། ལོངས་སུ་ལོངས་སུ། ཨ་ད་རིང་ཡང་ཀུང་ལགས་ཀྱིས་དུས་ཚོད་སྟོན་གནང་རྗེས་ང་ཚོའི་ལེ་ཚན་ནང་ལོགས་ལ་རྒྱ་ནག་གི་ཚོགས་ཆེན་གཉིས་དང་འབྲེལ་བའི་ཐོག་ལ་ནི་དབྱེ་ཞིབ་གཏིང་ཟབ་པོ་ཅིག་གནང་སོང། ཐུགས་རྗེ་ཆེ་ཞུ་གི་ཡིན། ཨོ། ཐོ་ཆོད་ན་གོ་སྐབས་བྱུང་བ་འདི་དགའ་པོ་བྱུང་ཐོ་ཆེ་ཆེ། ལོ་འདི་དག་ནང་བཞིན་ཡང་རྒྱ་ནག་གི་ཚོགས་ཆེན་གཉིས་བསྐོང་ཚོགས་བྱས་པ་དང་བོད་ནང་ལོ་ལ་ལྟ་དམ་དྲག་ཆེ་རུ་གཏང་གི་ཡོད་པ་དང་འབྲེལ་ཡོད་ཀྱི་ཐོག་ལ་ཡང་གནད་དོན་དབྱེ་ཞིབ་པས་ནི་དབྱེ་ཞིབ་གནང་པའི་གནས་ཚུལ་སྤྱིའི་ཞུ་བ་དར་རམ་ས་ལ་ཡོད་པའི་ང་ཚོའི་གསར་འགོད་པ་རྡོ་རྗེ་འབྲོམ་ལགས་ཀྱིས་བརྡ་གནང་པ་བཅས་ཡོད། སྤྱི་ཟླ་གསུམ་པའི་ཚེས་བཞི་ནས་བཟུང་རྒྱ་ནག་དམར་ཤོག་ཚོགས་པའི་རྒྱལ་ཡོངས་མི་དམངས་ཆབ་སྲིད་གྲོས་ཚོགས་དང་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གཉིས་འཚོགས་བཞིན་ཡོད་པ་ལྟར། སྤྱི་ཚེས་དྲུག་ཉིན་གྱི་སྔ་དྲོ་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱིས་བོད་རང་སྐྱོང་ལྗོངས་ཀྱི་འཐུས་མི་ཚོས་ཟུར་ཚོགས་ཤིག་འཚོགས་པ་དང་འབྲེལ། བོད་རང་སྐྱོང་ལྗོངས་དམར་ཤོག་དྲུང་ཆེ་ཝང་ཅུན་ཀྲང་དང་མི་དམངས་སྲིད་གཞུང་གི་འགོ་གཙོ་ཀརྨ་ཚེ་བརྟན་གཉིས་ནས། བོད་ནང་མུ་མཐུད་བརྟན་ལྷིང་སྲུང་སྐྱོབ་དང་ཁ་བྲལ་བ་ངོ་རྒོལ་འཐབ་རྩོད་བྱེད་ཤུགས་ཆེ་རུ་གཏོང་རྒྱུ་ཡིན་པ་བརྗོད་འདུག་ལ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཆེན་ལགས་ནས་ཐེངས་འདིར་བོད་རང་སྐྱོང་ལྗོངས་ཀྱི་འཐུས་མི་ཚོའི་ཟུར་ཚོགས་ལ་ནམ་རྒྱུན་ལྟ་བུ་ལས་དམིགས་བསལ་གསར་པ་གང་ཡང་མེད་ན་ཡང་བོད་ནང་མུ་མཐུད་བརྟན་ལྷིང་དང་ཁ་བྲལ་འཐབ་རྩོད་ཀྱི་མིང་འོག་ནས་དྲག་གནོན་སྟངས་འཛིན་གྱི་སྲིད་བྱུས་རྒྱུན་སྐྱོང་རྒྱུ་མངོན་གསལ་ཡིན་པ་འགྲེལ་བརྗོད་གནང་བྱུང། ཚེ་སྟོད་བོད་པའི་དྲག་གནོན་དང་དང་དྲག་དེ་ཤུགས་ཆེ་རུ་འགྲོ་ཡ་རེད་མ་གཏོགས་བཟང་ཤོས་དང་ལྷོད་ཡངས་དང་དུད་འགྲིག་ཐུགས་ལ་འགྲོ་ས་ཅིག། ཁོའི་སྐད་ཆ་བཤད་ཡ་དང་ད་ལྟ་འགྲོ་སྟངས་བལྟས་བ་ནི་མོས་པ་དེ་ཧ་ཅང་གི་གསལ་བོ་རེད། བོད་རང་སྐྱོང་ལྗོངས་ཀྱི་འཐུས་མི་ཚོས་གསར་འགོད་པའི་མདུན་དུ་ཡོངས་ཁྱབ་ངང་ཚོགས་པའི་ཟུར་ཚོགས་ཟེར་བའི་སྟེང་ཡང་ཀརྨ་ཚེ་བརྟན་གྱིས་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བཞིན་པར་རྒྱབ་སྐྱོར་ཡོད་པ་དང། འདས་པའི་ནང་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་བསམ་བློའི་སློབ་གསོ་ཁག་ལ་བོད་མི་ཚོས་དགའ་མོས་ཤུགས་ཆེར་བྱེད་བཞིན་ཡོད་པ་དང། ཏཱ་ལའི་བླ་མ་དང་ཁ་ཆེལ་ཕྱོགས་ཁག་གིས་ངོ་རྒོལ་དང་དམའ་འབེབས་བྱེད་བཞིན་ཡོད་ན་ཡང། ད་ལྟ་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་འདུ་ཤེས་གསུམ་གྱི་སློབ་གསོའི་ཐད་ལ་སྐད་ཆ་བཤད་ས་གང་ཡང་མེད་པར་གྱུར་ཡོད་པས། ནུབ་ཕྱོགས་པས་རྩ་འཛུགས་བྱས་པའི་རྒྱ་ནག་ཁ་བྲལ་ཆེད་ངོ་རྒོལ་དང་ཐེ་ཇུས་མུ་མཐུད་བྱེད་བཞིན་ཡོད་ན་ཡང། དེས་བོད་ནང་གི་ས་གནས་སྲིད་གཞུང་ལ་ཤུགས་རྐྱེན་གང་ཡང་ཐེབས་ཀྱི་མེད་པ་སོགས་བརྗོད་འདུག་ལ། ཟླ་བ་ཚེ་རིང་ལགས་ནས་མུ་མཐུད་རྒྱ་ནག་གཞུང་གིས་བོད་ནང་སྲིད་ཇུས་ག་རེ་ལག་བསྟར་བྱས་ཀྱང། དེའི་དམིགས་ཡུལ་བརྟན་ལྷིང་ཡོང་སྐོར་སྐྱོད་བརྗོད་བཞིན་ཡོད་པ་དེ་འདོད་དོན་གཙོ་བོ་བོད་མི་ཚོས་རྒྱ་ནག་གཞུང་ལ་ཡིད་ཆེས་བློས་འཁེལ་མེད་པ་ཡིན་སྐོར་བརྗོད་བྱུང། ཚོགས་ཆེན་གཉིས་ཟེར་བ་དང་བསྟུན་ཕྱི་ཚེས་ལྔ་ཉིན་བོད་རང་སྐྱོང་ལྗོངས་ཀྱི་འཐུས་མི་ཚོས་ཚོགས་ཆུང་བགོས་ཏེ་སྲིད་གཞུང་གི་ལས་དོན་ལ་དབྱེ་ཞིབ་ཅེས་པའི་ཚོགས་འདུ་འཚོགས་ཡོད་པ་དང། སྐབས་དེར་དམར་ཤོག་དྲུང་ཆེ་ཝང་ཅུན་ཀྲང་གིས་མགོ་ཁྲིད་ཞི་ཅིན་ཕིང་གི་སྲོག་ཤིང་འོག་བོད་ཀྱི་བརྟན་ལྷིང་ལས་དོན་གྱི་རྨང་གཞི་སྲ་བརྟན་དང་དཔལ་འབྱོར་ཡར་རྒྱས་ཕྱིན་ཡོད་པ་སོགས་བརྗོད་ཡོད་པ་མ་ཟད། བོད་ཀྱི་མཐའ་མཚམས་བརྟན་སྲུང་དང་ཁོར་ཡུག་སྲུང་སྐྱོབ་མི་དམངས་ཀྱི་འཚོ་བ་ཡར་རྒྱས་བརྟན་ལྷིང་སྲུང་སྐྱབས་བཞི་ལ་མཐའ་གཅིག་ཏུ་འབད་བརྩོན་བྱ་རྒྱུ་ཡིན་པ་སོགས་བརྗོད་འདུག་ལ། ཡང་ཀརྨ་ཚེ་བརྟན་དང་འཐུས་མི་ཚོས་བོད་ནང་མུ་མཐུད་བརྟན་ལྷིང་ཆེད་འབད་བརྩོན་དང། རྒྱ་ནག་གིས་བོད་ནང་གཏན་འབེབས་བྱས་པ་རྒྱལ་ཁབ་ཀྱི་འདུ་ཤེས་དང་སྤྱི་དམངས་ཀྱི་འདུ་ཤེས་ཁྲིམས་སྐྱོང་གི་འདུ་ཤེས་གསུམ་ལ་ཤུགས་སྣོན་དང་བོད་ཀྱི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་ཤུགས་སྣོན་དང། ཁ་བྲལ་ངོ་རྒོལ་དང་ཁྲིམས་འགལ་རིགས་ལ་ལས་ཀ་དོ་ནན་ངང་བྱེད་རྒྱུ་ཡིན་པ་སོགས་བརྗོད་འདུག། རྒྱ་ནག་གི་འཐུས་མི་ཚོགས་ཆེན་ཁག་དང་བསྟུན་ལོ་ལྟར་བོད་ནང་ཡར་རྒྱས་ཡོད་སྐོར་དང་བོད་མི་ཚོ་སྐྱིད་པོ་ཡོད་པ། ཁ་བྲལ་བར་ངོ་རྒོལ་བྱ་རྒྱུ་སོགས་རྒྱུན་ལྡན་སྒྲོག་བཞིན་ཡོད་པ་རེད་ལ། འདི་ལོ་ཡང་རྒྱ་ནག་གཞུང་གིས་མུ་མཐུད་ཁ་བྲལ་ཞེས་གོང་ས་མཆོག་གཙོས་ཕྱི་ཕྱོགས་ཀྱི་བོད་མི་ཚོར་སྐྱོན་བརྗོད་བྱས་ཡོད་པ་དང། དེ་མིན་བོད་ནང་ཕྱི་ཕྱོགས་ཀྱི་ཡུལ་སྐོར་བ་ཡོང་བཅུག་རྒྱུ་དང་བོད་དེ་བཞིན་འཛམ་གླིང་ལ་སྒོ་ཕྱེ་རྒྱུ། ཕྱི་ལོ་ཉིས་སྟོང་ཉེར་ས་བཞི་ལོའི་བོད་རང་སྐྱོང་ལྗོངས་ཟེར་བའི་ཐོན་སྐྱེད་ཀྱི་སྤྱི་འབོར་བརྒྱ་ཆ་དྲུག་ཚེག་གསུམ་ཡར་འཕར་ཏེ། རྒྱ་ནག་རྒྱལ་ཡོངས་ཀྱི་སྤྱི་འབོར་ལས་བརྒལ་ཡོད་པ་སོགས་བསྒྲགས་ཡོད་ན་ཡང། སྔ་ལོའི་བོད་ལ་ལྟོས་དིང་རིའི་ས་ཡོམ་དང་འབྲེལ་རྒྱལ་སྤྱིའི་སྟེང་རྒྱ་ནག་གཞུང་གིས་བོད་ནང་ཡར་རྒྱས་ག་ཚོད་བཏང་ཡོད་པ་དང་བོད་མི་ཚོའི་འཚོ་གནས་དངོས་ཀྱི་ཐད་ཉམས་ཞིབ་པ་ཚོས་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགྱུར་པ་རྡོ་རྗེ་སྒྲོལ་མ་ནས་བརྙན་འཕྲིན་ཞུ་གི་ཡོད། དེ་བཞིན་ཡང་ང་ཚོ་ལེ་ཚན་འདི་དག་མཚམས་མ་བཞག་གོང་དེ་ནི་རྒྱ་ནག་གི་ཚོགས་ཆེན་གཉིས་ཀྱི་སྐབས་ལ་ད་བོད་རང་སྐྱོང་ལྗོངས་ཟེར་བའི་དཔོན་རིགས་ཀྱིས་བོད་ནང་ལོགས་ལ་ཁ་བྲལ་གྱི་ལས་འགུལ་ཐོག་ལ་དྲག་གནོན་བྱེད་རྒྱུ་ཡིན་པའི་གནས་ཚུལ་ཅིག་སྤེལ་ཡོད་རེད་ལ་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ང་ཚོའི་དེ་གསར་འགོད་པ་ཚེ་དབང་ནོར་བུ་ལགས་ཀྱིས་ཕྱོགས་བསྡུས་གནང་པ་བྱེད་ཀྱི་ཡོད། ཡང་རྒྱ་ནག་གཞུང་གིས་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་ནང་དམིགས་བསལ་ཐོན་པ་ལྟར་ན་ཀྲུང་དབྱང་ཆབ་སྲིད་ཅུས་ཀྱི་ཨུ་ཡོན་དང་རྒྱལ་སྲིད་སྤྱི་ཁྱབ་ཁང་གི་ཙུང་ལི་གཞོན་པ་ཀྲང་གོ་ཆིང་དང་རྒྱལ་ཡོངས་མི་དམངས་འཐུས་ཚོགས་རྒྱུན་ལས་ཨུ་ཡོན་ཀྲང་གཞོན་པ་བློ་བཟང་རྒྱལ་མཚན་གྲོས་ཞིབ་ནང་ཞུགས་པ་དང་བོད་ཀྱི་འཐུས་མི་ཚོགས་པའི་ཚོགས་གཙོ་དང་རང་སྐྱོང་ལྗོངས་ཏང་ཨུད་ཀྱི་ཧྲུའུ་ཅི་ཝང་ཆོན་ཀྲེང་གིས་ཚོགས་འདུ་གཙོ་སྐྱོང་གནང་ཡོད་པ་རེད། བོ་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་འཐུས་མི་བུ་མོ་རྣམས་ལ་བོད་དང་འབྲེལ་བའི་བདེ་དོག་གི་བསམ་འཆར་འདོན་པའི་རང་དབང་ཡོད་མེད་སྐོར་ང་ཚོ་ཨེ་ཤ་ཡ་རོང་རླུང་འཕྲིན་ཁང་གི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་བདག་བཀྲ་ཤིས་ལགས་སུ་བཅར་འདྲི་ཞུ་སྐབས་སུ་ཁོང་གིས་བོད་ཀྱི་འཐུས་མི་ཁོང་རྣམས་ལ་བོད་ནང་གི་དངོས་ཡོད་གནས་ཚུལ་དང་བདེ་དོགས་སུ་བཤད་པའི་རང་དབང་མེད་སྐོར་སྒྲིབ་སྐྱོད་གནང་དོན་ལ། བོད་མི་དམངས་ཀྱི་དཀའ་ངལ་བསམ་མི་ཤེས་བོད་མི་དམངས་ལས་ད་ལྟ་གར་སྒུག་འདུག་ག་ཁ་ཚ་དགོས་གཏུག་གི་བོད་མི་དམངས་ཀྱི་རེ་བ་ག་རེད་བོད་མི་དམངས་ཀྱི་མངོན་འདོད་ག་རེད་འདི་གའི་དངོས་གནས་ཁྲོད་ནས་བོད་མི་དམངས་ཚབ་བྱེད་ཅིག་སྐྱ་ཤས་ཀྱི་ཨེ་ལས་འཕེལ་རྒྱས་ལ་རང་དབང་དང་ཐོབ་ཐང་འདི་དེ་ཕ་ཤ་ར་འཕེལ་རྒྱས་ཀྱི་མི་དེ་གས་ཀྱི་ཡར་ལངས་ཀྱི་སྐྱ་ཤས་ག་འགྲོ་འདུག་ཟེར་སྐྱ་ཤས་དེ་ཡག་པོ་བཤད་ཐུབ་གམ་ག་རེད་སྐྱ་ཤས་དེ་ཡག་པོ་བཤད་མ་ཐུབ་པའི་རྒྱུ་མཚན་ག་ར་ཟེར་ན་དུས་རྒྱུན་དུ་ནི་ག་རེ་ཟེར་ན་རྒྱ་ནག་ནང་ཡིན་ནའི་ལྷག་པར་དུ་བོད་ནང་ལ་ང་རང་ཚོ་དམངས་གཙོའི་ལུང་པའི་ནང་ནང་བཞིན་གྱི་དངོས་གནས་ཁྲོད་ནས་གང་ཟག་ལྷུང་ལྷུང་ཟེར་བཞིན་ཡོད་རེད་པ་འདི་ཤས་ཀྱི་ཁོར་ཡུག་ཡོད་མ་རེད་ཐོབ་ཐང་ཡོད་མ་རེད་རང་དབང་དེ་ཡོད་མ་རེད་པ། དེ་བཞིན་རྒྱ་ནག་གི་དཔོན་རིགས་ཚོས་ཉེ་བའི་ལོ་ཤས་ནས་བཟུང་སྟེ་བོད་ནང་བོད་ཀྱི་སྐད་ཡིག་དང་རིག་གཞུང་གི་སློབ་གྲྭ་དང་སློབ་གཉེར་ཁང་མང་པོ་ཞིག་ཀྱང་བཙན་དབང་གིས་སྒོ་བརྒྱབ་ཏུ་བཅུག་ཡོད་པ་དང། བོད་ཕྲུག་ས་ཡ་བརྩེགས་ཙམ་རྒྱ་ནག་གི་གཏན་འཇགས་སློབ་གྲྭའི་ནང་བཅུག་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་གཅིག་སློབ་ཁྲིད་བྱེད་པའི་གོ་སྐབས་མེད་པ་བཟོས་ཡོད་པ་བོད་ནས་ཉམས་ཞན་པ་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་འགྲེལ་བརྗོད་གནང་བཞིན་རེད། དེ་བཞིན་རྒྱ་ནག་གཞུང་གིས་བོད་ནང་གི་དགོན་སྡེ་ཁག་དང་བོད་མི་ཐུགས་དམ་བསྒྲགས་ཀྱི་ཁྲིམས་གཞི་གསར་པ་དེ་དག་ལག་ལེན་བསྟར་བཞིན་ཡོད་པའི་སྐོར་ཉམས་ཞིབ་པ་བདག་བཀྲ་ཤིས་ལགས་ཀྱིས་མུ་མཐུད་ནས་འགྲེལ་བརྗོད་གནང་དོན་ལ། ཁྲིམས་གསར་པ་དེ་བཟོས་ཀྱང་ཉིས་སྟོང་ཉི་ཤུ་ཚེས་ལྔ་སྟོད་དང་ཟླ་བ་དང་པོའི་ཚེས་གཅིག་ནས་ཀྱང་དེ་ལག་བསྟར་བྱེད་ཡིན་འདུག་དེའི་དུས་ཚོད་ལ། ཁྲིམས་སྙན་མ་ཧུའུ་ཅིན་ཐའོ་དུས་སྐབས་ཀྱི་སྟབས་ཁོང་ཚོ་གིས་ཁྲིམས་འདི་དག་ད་ལྟ་གསར་དུ་བཟོ་བཅོས་བྱས་པའི་ཁྲིམས་འདི་གཉིས་ལ་གཅིག་ལྟར་ཡིན་འདུག་ཟེར་ན་ད་དེ་འདྲའི་ཁྲིམས་གསར་པ་དེ་གྱི་ནང་སྔར་མེད་པའི་ཆབ་སྲིད་སྐོར་གྱི་དག་ཕེབས་གར་ས་ལ་ཨི་ལྡན་དང། ཚིག་རྟེན་འབྲེལ་དང་ཐ་སྙད་རྟེན་འབྲེལ་དང། ཞེས་པ་མང་པོ་ཞེ་དྲག་ལས་བྱུང་འདི་ལྟ་དུས་ཚོད་ལ་བོད་ཀྱི་གོ་འདི་དོ་དམ་བྱས་ཏེ་སྔར་ལས་ལྷག་པའི་དམ་བསྒྲགས་བཅས་ཡིན་པ་དེ་གསར་དུ་བཟོ་བཅོས་བསྐྱོད་དགོས་དང་གཏན་འབེབས་བྱས་པའི་ཁྲིམས་སྒྲིག་གི་ཐོག་ནས་ར་འཕྲོད་འདུག།
ཡང་རྒྱ་ནག་ནང་ཚུགས་བཞིན་པའི་ཚོགས་ཆེན་སྟེང། སྤྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་བོད་རང་སྐྱོང་ལྗོངས་ཟེར་བའི་ཐོན་སྐྱེད་ཀྱི་སྤྱི་འབོར་བརྒྱ་ཆ་གྲོགས་ཚ་གསུམ་ཡར་འཕར་ཡོད་པ་དང་འབྲེལ་ནས་རྒྱ་ནག་རྒྱལ་ཡོངས་ཀྱི་སྤྱི་འབོར་ལས་བརྒལ་ནས་འཕར་ཡོད་པའི་སྐོར་བསྒྲགས་ཡོད་ཀྱང་ད་ལོ་ཉེ་ལམ་བོད་ཀྱི་སྟོད་དེང་རི་ཁུལ་དུ་ས་ཡོམ་བྱུང་སྐབས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་ནང་དུ་ཡར་རྒྱས་སོང་མེད་པའི་དཔང་རྟགས་གསལ་བོ་མཐོང་ཡོད་པ། ཉམས་བཞག་པའི་འགྲེལ་བརྗོད་གནང་འོག་ད། རྒྱ་ནག་གཞུང་གིས་བོད་ནང་བཙན་འཛུལ་བྱས་པ་ལ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་བོད་ཀྱི་རྒྱལ་ས་ལྷ་ས་རུ་བོད་མི་ཚོས་གཞི་རྒྱ་ཆེ་བའི་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་དང། ད་ལོ་ནི་དེ་སྔ་བོད་ནང་སྤྱི་སྟོང་གི་རྒྱུ་ལྔ་བཅུ་ང་དགུ་ལོའི་སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་གྱི་བོད་མིའི་རང་དབང་སྒེར་ལངས་སུམ་ཅུ་དུས་དྲན་བཙུགས་ནས་ལོ་ངོ་དྲུག་ཅུ་རེ་གྲངས་འཁོར་བཞིན་ཡོད་པ་རེད་དཱ། སྤྱི་དྲན་གྱི་གསར་འགྱུར་བྱེད་སྟངས་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡིན།